རྣམ་པ་ལས་འཇལ་སྐུ་ཁམས་སམ་འཇིག་རྟེན་མི་མཇེད་དྲ་བརྙན་བརྒྱུད་ལམ་དེའི་ཐོག་ནས་བྱ་ཚིག་གི་རྣམ་བཞག་ལག་ལེན་བཅོས་སྒྲིག་བྱས་མིན་ཆེད་སྒྲིག་ཚན་རྩལ་ནང་གི་ཡོངས་ལ་ཁ་གསོ་ཞུ་བ་དང་འབྲེལ་དེ་རིང་གི་སྤྱི་སྒྲིག་རིམ་པ་ཨོ་རྫུས་ཞུ་བ་ཡིན་དེ་རིང་གི་སྤྱི་སྒྲིག་རིམ་པ་དེ་ལ། བྱ་བྱེད་ཐ་དད་པའི་ལས་ཚིག་དང་བྱ་བྱེད་ཐ་མི་དད་པའི་ལས་ཚིག་གི་བྱེད་ལས། དང། དེ་དང་འབྲེལ་ནས་དུས་ཚོད་ཅུང་བ་ཡིན་ན། དེ་གཉིས་ཁྱད་པར་ཞུ་ཡས་ཡིན། ད་ད་ལྟ་སྐབས་སུ་བབ་པ་བྱ་བྱེད་ཐ་དད་པའི་ལས་ཚིག་དང་བྱ་བྱེད་ཐ་མི་དད་པའི་ལས་ཚིག་ཤེས་པའི་སྐབས་དེ་ལ་ཡང་ཟབ་ཆོས་ཀྱི་དབང་དུ་བཏང་ན་ཟབ་ཆོས་དགུ་ཡོད་པའི་ནང་ནས་ད་ཟབ་ཆོས། དྲུག་པ། དང་བདུན་པ། ཨོ། ད་བདུན་པ་ཡན་ཆད་གོང་དུ་ཞུས་གྲུབ་ནས་ད་བརྒྱད་པ་དང་དགུ་པ། ད་བརྒྱད་པ་དེ་རྗེས་སུ་ཞུས། དགུ་པ་དེ་སྔོན་ལ་དེ་ཞུས་བཞག་གི་ཡིན། ད་དགུ་པ་དེ་ག་རེད་ཟེར་ན་བྱ་བྱེད་ཐ་དད་པའི་ལས་ཚིག་དང་བྱ་བྱེད་ཐ་མི་དད་པའི་ལས་ཚིག་གི་བྱེད་ལས་བཤད་པ། ད་བྱེད་ལས་བཤད་དུས་སྐབས་སུ་ཡིན་ན་ཡང་ཁ་ཚང་གོང་དུ་བྱེད་སྒྲའི་ལས་ཚིག་དང་བྱེད་མའི་ལས་ཚིག་སྐབས་སུ་ཞུས་པ་ནང་བཞིན་བྱེད་ལས་བསྡུས་པའི་སྒོ་ནས་བཤད་པ་དང་བྱེད་ལས་འབྲིང་གི་སྒོ་ནས་བཤད་པ་དང་བྱེད་ལས་རྒྱས་པའི་སྒོ་ནས་བཤད་པ་དང་བྱེད་ལས་ཤིན་ཏུ་རྒྱས་པའི་སྒོ་ནས་བཤད་པ་ཟེར་ནས། བཤད་ཚུལ། ཚིག་རྒྱས་འབྲིང། རྣམ་པ། བཞིའི་ཐོག་ནས་ཞུས་ཡོད། ད་དེ་ལ་དང་པོ་བསྡུས་པའི་སྒོ་ནས་བཤད་པ་དང་འབྲིང་གི་སྒོ་ནས་ཞུས་པ་ཟེར་ཡ་དེ། དེ་ལ་བྲིས་མོ་གོ་བ་ཆེ། དེ་ནི་མ།

ད་འདི་གཉིས་དེ་རགས་པ་གི་ཐོག་ནས་ཞུས་པ་དེ་འདྲ་ཆགས་ཏེ་ཡོད་རེད། ད་རྒྱས་པའི་སྒོ་ནས་ཞུས་པ་དང་འབྲིང། ཤིན་ཏུ་རྒྱས་པའི་སྒོ་ནས་བཤད་པ་དེ་ད་ཅུང་ཟད་ཕྲ་རུ་བཏང་ནས། རགས་བཤད་མ་ཡིན་པ་བྱས་ནས། ཞིབ་བཤད་ཀྱི་ཐོག་ནས་ཞིབ་ཏུ་བཏང་ནས། འབྲིང་གི་སྒོ། རྒྱས་པའི་སྒོ་ནས་ཞུས་ཏེ་རྒྱས་པ་དེ་ལས་ཀྱང་ཤིན་ཏུ་རྒྱས་པ་དེ་ཧ་ཅང་གི་ཞིབ་བཤད་བྱས་ནས་ད་བྱེད་ལས་མ་ཚང་བ་མེད་པ་ཡོངས་སུ་རྫོགས་པ་ཡོངས་སུ་ཁྱབ་ཐུབ་པ་ཅིག་བྱེད་ལས་དེ་འདྲ་མ་ཞུ་གི་ཡོད་རེད། ད་གསུམ་པ་དེ་ད་དེ་མ་བྲིས་བཞག་ཡོད་གསུམ་པ་རྒྱས་པའི་སྒོ་ནས་བཤད་པ། ད་བྱེད་ལས་རྒྱས་པ་དེ་རེད། ད་རྒྱས་པ་དང་ཤིན་ཏུ་རྒྱས་པ་གཉིས་ཡོད་པའི་ནང་ནས་དང་པོ་རྗེས་ལས་ནི་རྒྱས་པ་དེ་རེད་ད། རྒྱས་པའི་རྗེས་ལས་དེ་རྒྱས་པར་བཤད་པ་ཡིན་ན། ཧོ། བྱ་བ་གང་ཞིག་གི་བྱ་བའི་ཡུལ་དང་བྱེད་པ་པོ་གཉིས་པོ། ཉན་པ་པོའམ་ཀློག་པ་པོ་ཡི་བློ་ངོར་ཐ་དད་དུ་སྣང་བར་འམ་འཆར་བར་བྱེད་པ་ནི་བྱ་བྱེད་ཐ་དད་པའི་ལས་ཚིག་གི་བྱེད་ལས་ཡིན། ད་དེ་བ་སྐད་བ་སྐད་མི་འདུག་ཨ། འདི་གཉིས་པོ་ཟད་དེ་ག་རེ་ཟེར་ན་བྱ་བ་དེ་ལ་བྱ་བའི་ཡུལ་གཅིག་དང་བྱེད་པ་པོ་གཅིག་གཉིས་ཐམས་པ། བྱ་བའི་ཡུལ་དང་བྱེད་པ་པོ་ཟེར་གཉིས་ཐམ་པ་ཡོད་རེ་བ་བྱ་བ་དེ་ལ། དེ་ལྟ་བུའི་གི་བྱ་བ་ཁོ་རང་གི་བྱ་བའི་ཡུལ་དེ་དང་བྱ་བ་ཁོ་རང་གི་བྱེད་པ་པོ་གཉིས་པོ་དེ་ཉན་པ་པོའམ་ཀློག་པ་པོ་ཡི་བློ་ངོ་ལ་ཐ་དད་དུ་སྣང་བའམ་ཡང་ན་ཐ་དད་དུ་འཆར་བར་བྱེད་པ་དང་དེ་གཉིས་དོན་དག་གཅིག་པ་རེད། འཆར་བར་བྱེད་ཀྱི་འདུག་ན་དེ་ལྟ་བུ་འཆར་བར་བྱེད་པ་དེ་འདུག་ན་མ་རེད་འཆར་བར་བྱེད་པ་དེ་བྱ་བྱེད་ཐ་དད་པའི་ལས་ཚིག་གི་བྱེད་ལས་ཡིན། ད་ཅི་ཞེ་དྲག་ཞེ་དྲག་འགྲེལ་བཤད་རྒྱག་དགོས་མཁོ་མི་འདུག་ཨ། ཁ་སང་གོང་དུ་བྱ་བྱེད་ཐ་དད་པའི་ལས་སུ་བྱ་བྱེད་ཐ་མི་དད་པའི་ལས་ཚིག་དག་ཟབ་བཅས་དོན་གྱི་ཐོག་ནས་རྒྱས་ཤིང་རྒྱས་པར་ནང་གསེས་ཀྱི་དབྱེ་བ་དང་བཅས་པ་མཚན་ཉིད་གོ་དོན་དང་བཅས་པ་དཔེར་བརྗོད་དང་བཅས་པ་ཞིབ་ཅིང་ཕྲ་བ་ནས་ཞུས་ཚར་ཡིན་དུས་ད་དྲ་ལ་མས་འགྲོ་གིར་ད་དེ་མ་བྱས་ལས་ཀྱི་ཐོག་ལ་མ་བསྡོམས་བརྒྱབ་ནས་རྡོག་རྡོག་བཟོ་བྱ་བ་ཡིན་ན་ད་དེ་དག་ལ་ཏག་ཏག་ཁོ་ར་བབས་འགྲོ་གི་འདུག་ཨ་ད་ཁྱེད་རྣམ་པ་གི་ཆ་ཚང་ཁོང་དུ་ཆུད་པ་ཡིན་ན་ཡང་ཚིག་གི་ལམ་ནས་རྡོག་རྡོག་བཟོས་ནས་ཡང་མི་ལ་བཤད་ཡོང་དུས་ཁྱད་པར་ཆེན་པོར་འགྱུར་བས་དེ་ཡིན་པ་སོང་ཚེ་དེ་འདྲའི་སྦྱོར་དཔེར་ན་ག་རེ་སྒོ་ང་ལེགས་པར་བཙོས་ཡོད་ཅེས་པ་ལྟ་བུའོ་དེ་དུ་བ་སྒོ་ང་ལོད་པར་བཙོས་ཡོད་ལ་ཡོང་དུས་གར་འདུག་བྱ་བ་གང་ཞིག་གི་བྱ་བའི་ཡུལ་དེ་དང་བྱ་བ་གང་ཞིག་གི་བྱེད་པ་པོ་དེ་འདུག་བྱ་བའི་ཡུལ་དང་བྱེད་པ་པོ་གཉིས་པོ་དེ་ཉན་པ་པོའམ་ཀློག་པ་པོའི་བློ་ངོ་ལ་ཐ་དད་དུ་འཆར་བར་བྱེད་ཀྱི་དུ་བ་ཐ་དད་དུ་སྣང་བར་བྱེད་ཀྱི་དུ་བ་སྒོ་ང་ལེགས་པར་བཙོས་ཡོད་ལ་དུས་ལམ་སང་གོ་རང་བྱ་བའི་ཡུལ་སྒོ་ང། བྱེད་པ་པོ། མ་བྱས་ལ་སོགས་པ། བཀྲ་ཤིས་ལགས་སོགས་པ་གོ་ང་རྩོད་མཁན་གྱི་ཡོད་པ་གོ་ང་ཚོད་པའི་བྱ་བ་དེ་བྱེད་མཁན་གྱི་ཡོད་པ་དངོས་སུ་རྩོ་བ་སྐྱེད་ནས་སྒྲུབ་མཁན་གྱི་ཡོད་པ་ཏག་ཏག་གོ་ར་བསྟན་ཡོང་གི་འདུག་བ་དེ་འདི་བྱ་བྱེད་གཉིས་པོ་ཐ་དད་དུ་སྣང་ཡོང་གི་འདུག་བ་བྱ་བྱེད་གཉིས་པོ་ཐ་དད་དུ་འཆར་བར་བྱེད་ཀྱི་འདུག་བ་དེ་འདྲས་ཀྱི་གོ་གི་རེད་ཟེར། ད་བྱེད་ལས་དུ་བ། དེ་ནི་ད་བྱ་བྱེད་ཐ་མི་དད་པའི་ལས་ཚིག་གི་བྱེད་ལས་དེ་རྒྱས་པར་བཤད་པ་ཡིན་ན་བྱ་བ་གང་ཞིག་གི་བྱ་བའི་ཡུལ་དང་བྱེད་པ་པོ་གཉིས་པོ་ད་འདི་བ་གཅིག་པ་རེད་བ། ཡུལ་གྱི་སྟེང་དུ་ཐ་དད་དུ་ཡོད་མེད་གང་ལྟར་ཡང་ད། ཡུལ་གྱི་སྟེང་དུ་བྱ་བྱེད་གཉིས་པོ་ཐ་དད་དུ་ཡོད་ན་ཡང་འགྲིག་གི་རེད་ཐ་དད་དུ་མེད་ན་ཡང་འགྲིག་གི་རེད་ཡོད་མེད་ཅི་རིགས་པ་གང་ལྟར་ཡང་ཆོག་གང་ལྟར་ཡང་ཡོང་གི་རེད་སོ་འདྲ་མི་འདྲ་ཅི་རིགས་པ་ཡོང་གི་རེད་ཡིན་ན་ཡང་ཉན་པ་པོའམ་ཀློག་པ་པོ་ཡི་བློ་ངོར་ཐ་དད་དུ་སྣང་བའམ་འཆར་བར་མི་བྱེད་པ་ནི་ས་ཐག་ད་ཡིད་དེ་གི་ལྡོག་ཕྱོགས་རེད་ད་ད་ཡིད་དེ་འཆར་བར་བྱེད་པ་རེད་ད་ལྟ་དེ་ག་རེད་ཉན་པ་པོའམ་ཀློག་པ་པོ་ཡི་བློ་ངོར་ལ་བྱ་བྱེད་གཉིས་པོ་དེ་ཐ་དད་དུ་སྣང་བར་མི་བྱེད་པ་ཐ་དད་དུ་འཆར་བར་མི་བྱེད་པའོ་དེ་ག་རེ་གི་བྱེད་ལས་རེད་ཟེར་ན་བྱ་བྱེད་ཐ་མི་དད་པའི་ལས་ཚིག་གི་བྱེད་ལས་ཡིན། ད་དེ་གསར་པོ་གསར་རྐྱང་གཙང་མ་གཙང་རྐྱང་ཞི་ར་ཞི་ར། མ་ཧ་འགྲེལ་བཤད་མང་པོ་ཞུ་དགོས་ཀྱི་མི་འདུག་ཨ། དཔེར་ན་ག་རེ་སྒོ་ང་ལེགས་པར་འཚོས་ཡོད། ད་དེ། འཚོས་ཟེར་བའི་བྱ་ཚིག་དེ། ད་ད་ཀྱི་གོང་དུ་སྒོ་ང་ལེགས་པར་བཙོས་ཡོད་ཟེར་དུས་ལམ་སང་གོ་རང་བྱ་བྱེད་གཉིས་པོ་ཐ་དད་དུ་སྣང་ཡོང་གི་འདུག་ཨ། བྱ་བ་དེ་སྒྲུབ་བཞིན་པའི་སྐབས་སུ། བྱེད་པ་པོ་གཞན་ཞིག་ཡོད་པ། བྱེད་པ་པོ་གཞན་གྱི་རྩོལ་བ་དེ་སྣང་ཡོང་གི་འདུག་ཨ། རྩོད་ཡོད་ཟེར་དུས་ཨ་བྱེད་པ་པོ་གཞན་ཞིག་གིས་རྩོལ་བ་གནང་ཡོང་དུས་དེ་བྱ་བའི་ཡུལ་དང་བྱེད་པ་པོ་གཉིས་པོ་དེ་ཐ་དད་དུ་སྣང་འགྲོར། ཡང་ན་བྱ་བ་འདི་ཡིན་དུས་ས་ནི་བྱ་བ་སྒྲུབ་བཞིན་པའི་སྒོས་སུ་བྱ་བྱེད་གཉིས་པོ་ཐ་དད་དུ་སྣང་འོང། ད་གོང་ཨ་ལེགས་པར་འཚོལ་ཡོད་ཟེར་དུས་གོང་ཨ་དེ་འཚོལ་བས་ཀྱི་བྱ་བ་དེ་གོང་ཨ་གི་སྟེང་དུ་འཚོལ་བའི་བྱ་བ་ཅིག་སྒྲུབ་པ་ཙམ་གྱིས་སྟོན་དགོས་རེད་མ་གཏོགས་དེ་གོང་ཨ་འཚོལ་བས་ཀྱི་བྱ་བ་བྱེད་པ་པོ་དེ་སྟོན་དགོས་མི་འདུག་བ་དེ་གོང་ཨ་ཁོ་རང་ལ་འཚོལ་བའི་བྱ་བ་བྱེད་པ་པོ་ཞིག་བྱེད་པ་པོ་གང་ཡང་རུང་བ་ཞིག་གང་ཟག་གང་ཡང་རུང་བ་ཞིག་གིས་རྩོལ་བ་བསྐྱེད་ནས་དངོས་སུ་རྩོལ་བ་བསྐྱེད་ནས་བསྒྲུབ་པ་ཡིན་པ་གྱིས་ཚོལ་བའི་བྱ་བ་དེ་བསྒྲུབ་བྱ་བ་ཡིན་པ་བསྒྲུབ་བྱ་བ་ཡིན་གྱི་བསྒྲུབ་ཏུ་བཅུག་བྱ་བ་ཡིན་པ་གཅིག་གཏན་འཁེལ་མི་འདུག་བ་ཏིན་རྩ་ནི་བྱེད་པ་པོ་སྣང་ངོ་མ་རེད་དེ་ལ་ཏིན་རྩ་ནི་བྱ་བྱེད་གཉིས་པོ་དེ་ཉན་པ་པོའམ་ཀློག་པ་པོ་གི་བློ་ངོ་ལ་ཐ་དད་དུ་སྣང་ངོ་མ་རེད་ཐ་དད་དུ་མི་སྣང་ཚུལ་འགའ་རེ་ཀོ་བྱེད་པ་པོ་དེའི་བློ་ངོ་ལ་སྣང་གི་མི་འདུག་བའོ་ཏིན་པ་སོང་ཙང་གོང་ལ་ལེགས་པར་ཚོལ་ཡོད་ལྟ་བུ་ཡིན་སོང་བ་ད་དེ། བྱ་བྱེད་ཐ་དད་པའི་ལས་ཚིག་དང་བྱ་བྱེད་ཐ་མི་དད་པའི་ལས་ཚིག་གི་བྱེད་ལས་དེ་རྒྱས་པར་བཤད་པ་ཡིན་ན་དེ་འདྲའི་ཅི་ནས་བཤད་དགོས་རེད་གསུངས་ད་དེའི་ཐོག་ནས་བྱ་བྱེད་ཐ་དད་པའི་ལས་ཚིག་དང་བྱ་བྱེད་ཐ་མི་དད་པའི་ལས་ཚིག་གི་གོ་བ་ཚང་མ་གཅིག་ཏུ་བསྡོམས་ཡོང་དགོས་རེད་ད་གཅིག་ཏུ་སྤུངས་ཡོང་དགོས་རེད་གཅིག་ཏུ་དྲིལ་ཡོང་དགོས་རེད་ཨ་ནི་ལག་པ་བརྗོད་བདེ་བོ་ཁྱི་བདེ་བོ་ད་དེ་ལ་བརྟེན་ནས་བྱེད་ལས་དེ་ལ་བརྟེན་ནས་ཨ་ནི་མ་དེ་གཉིས་ཀྱི་ཁྱད་པར་དེ་ཨ་ནི་དེ་གཉིས་ཀྱི་ལག་ལེན་གྱི་གནད་འགག་དེ་ཡང་ག་ལེ་ག་ལེ་གླེང་ཡོང་དགོས་འདུག་ཨ་འོ་འདུག་ཅན། འོ་ད་བྱ་བྱེད་ཐ་དད་པའི་ལས་ཚིག་དང་བྱ་བྱེད་ཐ་མི་དད་པའི་ལས་ཚིག་གི་བྱེད་ལས་དེ་ཤིན་ཏུ་རྒྱས་པར་བཤད་སོང་བ་ཡིན་ན། དང་པོ་དེ་ལ། བྱ་བྱེད་ཐ་དད་པའི་ལས་ཚིག་གི་བྱེད་ལས་རྒྱས་པར་བྲིས་བྱ་ཡོད། ལྷ་དེའང་དངོས་པོ་གང་ཡང་རུང་བ་ཞིག་ལ་སྔར་ཡོད་ཀྱི་གནས་སྐབས་ལས་འཕོ་འགྱུར་རམ་རྣམ་འགྱུར་གཞན་ཞིག་འདོད་པ་ན། དེ་ཉིད་སྐད་དང་ཡི་གེ་གང་རུང་གི་ལམ་ནས་གཞན་ལ་བརྡ་སྤྲོད་དགོས་པའི་ཚེ། འཕོ་འགྱུར་རམ་རྣམ་འགྱུར་གཞན་ཞིག་འདོད་པ་དེ་རྗེས་པ་པོ་གཞན་ཞིག་གི་རྗེས་ཚོར་ལ་རྟེན་ཅིང་འབྲེལ་བ་ཡོད་པ་ཞིག་བརྡ་སྤྲོད་སའི་གང་ཟག་ཕ་རོལ་པོ་ཡི་བློ་ངོར་འཆར་བར་བྱེད་པ་ནི་བྱ་བྱེད་ཐ་དད་པའི་ལས་ཚིག་གི་བྱེད་ལས་ཡིན། ད་བྱ་བྱེད་ཐ་དད་པའི་ལས་ཚིག་གི་བྱེད་ལས་མ་ཚང་བ་མེད་པར་ཡོངས་སུ་རྫོགས་པ། ཆ་ཚང་བ་ཅིག་ད་དེའི་ཆ་དེ་གི་ཡོད་རེད་ད་དེའི་བྱེད་ལས་དེ་ཁ་ཚང་གོང་དུ་བྱ་བྱེད་ཐ་དད་པའི་གི་ལས་ཚིག་དང་གོང་དུ། བྱེད་འབྲེལ་ལས་ཚིག་དང་བྱེད་མའི་ལས་ཚིག་བཤད་པའི་སྐབས་སུ་ཡིན་ན་ཡང་ཤིན་ཏུ་རྒྱས་པར་བཤད་ཡོང་དུས། བྱེད་འབྲེལ་ལས་ཚིག་གི་བྱེད་ལས་དེ་ག་རང། དེའི་ཆ་དེ་གི་ཡོད་རེད་དེའི་འདུས་རྩ་ནི་བྱེད་འབྲེལ་ལས་ཚིག་གི་བྱེད་ལས་དང་བྱ་བྱེད་ཐ་དད་པའི་གི་ལས་ཚིག་གི་བྱེད་ལས་གཉིས་པོ་དེ་གཅིག་པ་གཅིག་རྐྱང་ཆ་དེར་དོན་དག་བབས་ས་གཅིག་པ་གཅིག་རྐྱང་བབས་དགོས་ར་བ་དེའི་འབའ་སོང་ཙང་བྱ་བྱེད་ཐ་དད་པའི་གི། ལས་ཚིག་གི་བྱེད་ལས། ད་ཡོངས་སུ་རྫོགས་པ་དེ་ལྟ་འདི་ཆགས་ཏེ་ཡོད། མདོར་ན། དངོས་པོ་གང་ཡང་རུང་བ་ཞིག་གི་སྟེང་དུ་སྔར་ཡོད་ཀྱི་གནས་སྐབས་ལས་འཕོ་འགྱུར་ཞིག་བྱུང་གི་ཡོད་རེད། དེ་འཕོ་འགྱུར་བྱུང་བ་དེ་སྐད་དང་ཡི་གེ་གང་རུང་ལ་ནི་མི་གཞན་ལ་བརྡ་སྤྲོད་དགོས་རེད། བརྡ་སྤྲོད་པའི་སྐབས་སུ། དེ་འཕོ་འགྱུར་དང་རྣམ་འགྱུར་གཞན་ཞིག་འདོད་པ་དེ་བྱ་བ་བྱུང་ཡོད་པ་དེ། བྱ་བ་ཞིག་གྲུབ་སྟེ་ཡོད་པ་དེ། དེ་བྱེད་པ་པོ་གཞན་ཞིག་གི་བྱེད་རྩོལ་ལ་གཏན་གྱི་འབྲེལ་བ་ཡོད་པ་ཞིག། གང་ཟག་བདག་སྤྲོ་སའི་གང་ཟག་ཕ་རོལ་པོ་དེའི་བློ་ངོ་ལ་སྣང་བར་བྱ་བ་འཆར་བར་བྱེད་པའོ་འདི་བྱ་བ་དེ། བྱེད་པ་པོ་ཞིག་ལ་བརྟེན་ནས་བྱུང་བ་རེད་འདུག་ག། བྱེད་པ་པོ་ཞིག་གི་བྱེད་རྩོལ་ལ་བརྟེན་ནས་བྱེད་པ་པོ་ཞིག་གིས་དངོས་སུ་རྩོལ་བ་བསྐྱེད་ནས་གྲུབ་པ་ཡིན་པ་ཅིག་རེད་འདུག་ཟེར་ནས་འོ་དེ་འདྲའི་ཅིག་བློ་ངོ་ལ་འཆར་བར་བྱེད་པ་དེ་འདྲའི་ཅིག་བློ་ངོ་ལ་སྣང་བར་བྱེད་པ་འོ་དེ་ག་རེ་རེད་ཟེར་ན་བྱ་བྱེད་ཐ་དད་པའི་ལས་ཚིག་གི་བྱེད་ལས་ཆགས་འདུག་གི་ཡོད་ཁོ་རང་གི་བྱེད་ལས། ཤིང་གཅོད་པར་བྱེད་པ་དེ་སྟ་རེས་ཀྱི་བྱེད་ལས། ཡི་གེ་བྲི་བར་བྱེད་པ་དེ་སྨྱུ་གུའི་བྱེད་ལས་ཡིན་པ་ན་བྱ་བྱེད་ཐ་དད་པའི་ལས་ཚིག་གི་བྱེད་ལས་དེ་འདྲའི་བྱ་དེར་དེ་ཡིན་པར་སོང་ཙང་དེ་ལྟ་བུ་ཅིག་གང་ཟག་ཕ་རོལ་པོ་སོ་སོ་ཡི་བརྗོད་ས་དང་སོ་སོ་གི་ཡི་གེ་བ་སྤྲད་ས་ཀྱི་གང་ཟག་དེ་ལ་དེ་འདྲའི་སྒྲ་བོ་ཅིག་གོ་དོན་ཅིག་འཆར་བར་བྱེད་འདོད་ཡོད་པ་སོ་སོ་གི་སྟོན་འདོད་ཡོད་པ་ཡིན་ན་བྱ་བྱེད་ཐ་དད་པའི་ལས་ཚིག་བུ་བྱེད་བཏང་དགོས་རེད། ད་དོན་དག་ཁ་ཚང་གོང་དུ་བྱེད་བྲལ་ལས་ཚིག་བཤད་པ་དང་གཅིག་པ་གཅིག་རྐྱང་ཆ་དེར། ད་དེ་ཡང། འོ་ན་ད་ག་ཚང་གོང་དུ་འདི་བྱེད་འབྲེལ་ལས་ཚིག་གི་བྱེད་ལས་འདྲ་བོ་ཞིག་བྱེད་འབྲེལ་ལས་ཚིག་གི་བྱེད་ལས་འདྲ་བོ་ཞིག་མ་གཏོགས་བྱ་བྱེད་ཐ་དད་པའི་ལས་ཚིག་གི་བྱེད་ལས་ག་འདྲ་འདྲ་བོ་ཞིག་རེད་གི་རེད་ཟེར་ན་ད་དེ་ཤོང་གི་མི་འདུག་མ་གཏོགས་དོན་དག་ལ་ག་རེ་ཡོད་རེད་ཇི་ལྟར་བྱེད་ལས་ཡིན་ཟེར་བ་ཇི་ལྟར་ཞེ་ན། བྱ་བྱེད་གཉིས་པོ་ཐ་དད་དུ་སྣང་བས་བྱ་བའི་ཡུལ་གྱི་འཕོ་འགྱུར་དེ་རང་སྟོབས་ཀྱིས་འབྱུང་བ་མིན་པར་བྱེད་པ་པོའམ་བྱེད་པ་གཞན་ཞིག་དང་དངོས་སུ་འབྲེལ་བ་ཡོད་པ་བློ་ངོར་སྣང་བ་ཡིན་དེ་ག་རང་རེད། ད་བྱ་བྱེད་གཉིས་པོ་ཐ་དད་དུ་སྣང། བྱ་བྱེད་ཐ་དད་པ་ཟེར་དུས་བྱ་བྱེད་གཉིས་པོ་དེ་ཐ་དད་དུ་སྣང་བར་བྱེད་པ་རེད། བྱ་བྱེད་གཉིས་པོ་དེ་ཐ་དད་དུ་སྣང་བར་བྱེད་པ་ཟེར་དུས་བྱ་བའི་ཡུལ་དེ་ལས་ཐ་དད་དུ་གྱུར་པའི་གཞན་དུ་གྱུར་པའི་བྱེད་པ་པོ་ཞིག་ཡོད་པ་དེ་སྣང་བར་བྱེད་ཀྱི། སྣང་བར་བྱེད་པ་ཡིན་པར་གསུངས་སོ། འདི་ལ་འདི་བྱ་བ་དེ་ལ་བྱ་བའི་ཡུལ་དང་བྱེད་པ་པོ་ཟེར་ནས་གཉིས་དམ་པ་དུ་དག་ཟིན། དེ་འདྲེས་ཀྱི་དབྱེ་བ་གཅིག་སླེབས་ཚར་ནས་བཟུང་སྟེ་འོ་འདི་འཕོ་འགྱུར་འདི་འདི་བྱ་བ་འདི་ཁོ་རང། བྱ་བ་རང་སྟོབས་ཀྱིས་བྱུང་བ་དེ་འདྲ་རེད་མི་འདུག་ད་རང་བཞིན་གྱིས་བྱུང་བ་རང་གི་ངང་གིས་བྱུང་བ་རེད་མི་འདུག་གོ་བྱེད་པོ་པོ་གང་ཡང་རུང་བ་ཞིག་ལ་བརྟེན་ནས་བྱུང་འདུག་ཨ། བྱེད་པོ་པོ་གཅིག་གིས་ཀོ་བཟོས་བཞག་པ་ཅིག་དང་བསྒྲུབས་བཞག་པ་ཅིག་རེད་འདུག་ཨ་ཟེར་ནས་བྱེད་པོ་པོ་གཞན་ཞིག་དངོས་སུ་འབྲེལ་བ་ཡོད་པ་རེད་འདུག་ཨ་ཟེར་ནས་ཕ་གི་གང་ཟག། མ། ད་སྤྲད་སའི་གང་ཟག་དེ་ལ་དེ་འདྲའི་བློ་ངོ་ལ་འཆར་བ་ཅིག་གི་རེད་སོང་དེ་ཡིན་པ་སོང་ཙང་བྱ་བྱེད་ཐ་དད་དུ་ཡོད་པ་དེ་གིས་བྱེད་པོ་པོ་དེ་གཙོ་བོ་རྩལ་དུ་བཏོན་ཡོང་འདུག་ཨ། དེ་ཡིན་པ་སོང་ཙང་བྱེད་འབྲེལ་ལས་ཚིག་གི་བྱེད་ལས་དེ་དང་བྱ་བྱེད་ཐ་དད་པའི་ལས་ཚིག་གི་བྱེད་ལས་ཤིན་ཏུ་རྒྱས་པར་བཤད་ཡོང་དུས་ཡོངས་སུ་རྫོགས་པར་བཤད་ཡོང་དུས་གཅིག་པ་གཅིག་རྐྱང་ཆགས་ཀྱི་ཡོད། ད་དོན་དག་འགྲོ་སྟངས་དེ་འདྲས་ཤིག་རེད། ད་དོན་དག་གོང་དུ་བྱ་བྱེད་ཐ་དད་པའི་ལས་ཚིག་གི་བྱེད་ལས་ཤིན་ཏུ་རྒྱས་པར་ཞུས་གྲུབ་ནས། ད་བྱ་བྱེད་ཐ་མི་དད་པའི་ལས་ཚིག་གི་བྱེད་ལས་ཤིན་ཏུ་རྒྱས་པར་ཞུས་ན་དངོས་པོ་གང་ཡང་རུང་བ་ཞིག་ལ་སྔར་ཡོད་ཀྱི་གནས་སྐབས་ལས་འཕོ་འགྱུར་རམ་རྣམ་འགྱུར་གཞན་ཞིག་འདོད་པ་ན་དེ་ཉིད་སྐད་དང་ཡི་གེ་གང་རུང་གི་ལམ་ནས་གཞན་ལ་བརྡ་སྤྲོད་དགོས་པའི་ཚེ། ད་དེ་གཅིག་པ་བྱེད། ད་ཁྱད་པར་དེ་ག་འོན་ལིག་བ་རེད་འཕོ་འགྱུར་རང་རྣམ་འགྱུར་གཞན་ཞིག་འདོད་པ་དེ་རྗེ་བོ་བོ་གཞན་ཞིག་གི་རྗེ་ཚོ་ལ་རྟེན་གྱི་འབྲེལ་བ་ཡོད་མེད་གང་ལྟར་ཡང་ད་དེ་རེད་ད་ཀྱི་དེ་ག་རེད་འབྲེལ་བ་ཡོད་པ་སྟོན་དགོས་རུ་བ་ད་ད་དེ་ལ་འབྲེལ་བ་ཡོད་མེད་གང་ལྟར་ཡང་ད་གོ་དོན་གྱི་སྟེང་དུ་དངོས་པོའི་གནས་ཚུལ་ལ་གོ། རྗེ་བོ་བོ་གཞན་ཞིག་གི་རྗེ་ཚོ་ལ་རྟེན་གྱི་འབྲེལ་བ་ཡོད་ན་ཡང་འདྲ་འབྲེལ་བ་མེད་ན་ཡང་འདྲ་གང་ལྟར་ཡང་ད་སྤྲོས་བསྲེག་གི་གང་ཟག་ཕ་རོལ་པོ་ཡི་བློ་ངོར་རྗེ་བོ་བོ་གཞན་ལ་རྟེན་གྱི་འབྲེལ་བ་ཡོད་པ་འཆར་བར་མི་བྱེད་པར་དངོས་པོ་གང་ཡང་རུང་བ་དེ་ཉིད་ལ་སྔར་ཡོད་ཀྱི་གནས་སྐབས་ལས་འཕོ་འགྱུར་རམ་རྣམ་འགྱུར་གཞན་ཞིག་འདོད་པ་ཙམ་སྣང་བར་བྱེད་པ་ནི་བྱ་བྱེད་ཐ་མི་དད་པའི་ལས་ཚིག་གི་བྱེད་ལས་ཡིན། ད་དེ་རེད་དེ་ཆགས་དེ་ད་དེ་མ་མཁྱེན་པ་གལ་མི་འདུག་ཁ་སང་གོང་དུ་བྱེ་སྨྲའི་ལས་ཚིག་གི་བྱེད་ལས་ཤེས་པ་དང་དེ་རིང་བྱ་བྱེད་ཐ་མི་དད་པའི་ལས་ཚིག་གི་བྱེད་ལས་ཤེས་པ་གཉིས་པོ་དེ་ད་གཅིག་པ་གཅིག་རྐྱང་བྱེད་རྣམ་པ། ཁ་སང་གོང་དུ། ཞུས་ཟིན་པ་ཡིན་དུས་ལམ་སང་མཁས་འགྲོ་གི་རེད། ད་དེ་ལྟ་བུ་དེ་བྱ་བྱེད་ཐ་མི་དད་པའི་ལས་ཚིག་གི་ད་བྱེད་ལས། འགྲོ་སྟངས་ག་འདྲས་རེད་ཟེར་ན་ད་ཇི་ལྟར་ཞེས་ན། བྱ་བྱེད་གཉིས་པོ་ཐ་དད་དུ་མི་སྣང་བས་བྱ་བའི་ཡུལ་གྱི་འཕོ་འགྱུར་དེ་རང་སྟོབས་ཀྱིས་བྱུང་བ་ལྟ་བུ་ཞིག་མ་གཏོགས་བྱེད་པ་པོའམ་བྱེད་པ་གཞན་ཞིག་དང་དངོས་སུ་འབྲེལ་བ་ཡོད་པ་བློ་ངོར་མི་སྣང་བ་ཡིན། འོ་དེ་ག་རང་རེད། ད། དཔེར་ན། ཐབ་ཚང་ནང་དུ་ཆུ་ཁོལ་བཞིན་འདུག་ཐབ་ཚང་ནང་དུ་ཆུ་ཁོལ་བཞིན་འདུག་ཟེར་དུས་བྱ་བྱེད་གཉིས་པོ་ཐ་དད་དུ་སྣང་གི་མ་རེད། འཁོལ་བྱ་ཆུ་ལས་གཞན་དུ་གྱུར་པས་འཁོལ་བར་བྱེད་པ་པོ་ཆུ་བསྐོལ་མཁན་གྱི་སྣང་ངམ་མི་འདུག་བ་བྱ་བྱེད་གཉིས་པོ་ཐ་དད་དུ་སྣང་ངམ་བྱ་བ་དེ་གྲུབ་བཞིན་པའི་སྐབས་སུ་བྱ་བ་དེའི་བྱེད་པ་པོ་གཞན་དེ་དངོས་སུ་སྣང་གི་འོག་མར་བྱེད་པ་པོ་གཞན་གང་ཡང་རུང་བ་ཞིག་དངོས་སུ་རྩོལ་བ་སྐྱེས་ནས་གྲུབ་པ་དེ་སྣང་གི་མི་འདུག་བ་བྱ་བའི་ཡུལ་གཅིག་པུ་གྱི་སྣང་དེར་མ་གཏོགས་བྱེད་པ་པོ་རྩ་བ་ཉིད་སྣང་གི་མི་འདུག་བ་བྱ་བྱེད་གཉིས་པོ་ཐ་དད་དུ་སྣང་གི་མི་འདུག་བྱ་བྱེད་གཉིས་པོ་ཐ་དད་དུ་མ་སྣང་བ་སོང་ཙང་དེ་ལྟ་བུའི། འདི་དུ་བ་རྗེ་དཔའ་བོ་འདི་བྱ་བ་འདི་སྒྲུབ་ཡོང་དུས་གང་ཟག་ཕ་རོལ་པོ་ཡི་བློ་ངོ་ལ་རྗེ་དཔའ་བོ་གཞན་ལ་རྟེན་ཅིང་འབྲེལ་བ་ཡོད་པ་འཆའ་བར་མི་བྱེད་པ་བྱེད་ནས་འཆའ་བར་བྱེད་ཀྱི་མ་རེད་ཟེར་རྗེ་དཔའ་བོ་གཞན་ལ་རྟེན་ཅིང་འབྲེལ་བ་ཡོད་པ་དེ་ཁོ་ཡོད་ན་ཡང་འདྲ་མེད་ན་ཡང་འདྲ་མདོར་ན་གང་ཟག་ཕ་རོལ་པོ་ཕ་འཇོན་ས་ཀྱི་གང་ཟག་འདི་ལ་བློ་ངོ་ལ་བརྡ་སྤྲོད་སའི་གང་ཟག་ཕ་རོལ་པོ་ཡི་བློ་ངོ་ལ་རྗེ་དཔའ་བོ་གཞན་འདི་བྱེད་པོ་པོ་གཞན་ལ་རྟེན་གྱི་འབྲེལ་བ་ཡོད་པ་དེ་སྣང་བར་བྱེད་ཀྱི་མ་རེད་བྱ་བར་བྱེད་ཀྱི་མ་རེད། འོ་ན་གར་བྱེད་ཀྱི་རེད་ན་དངོས་པོ་གང་ཡང་རུང་བ་དེ་ཉིད་ལ་སྔར་ཡོད་ཀྱི་གནས་སྐབས་ལས་འཕོ་འགྱུར་རམ་རྣམ་འགྱུར་གཞན་ཞིག་འདོད་པ་ཙམ་སྣང་བར་བྱེད་ཀྱི་རེད་སོ། ཆུ་ཁོལ་ཞིག་འདུག་ཟེར་དུས་ཆུ་ཡི་སྟེང་དུ་ཁོལ་བའི་བྱ་བ་དེ་སྒྲུབ་པ་ཙམ་ཅིག་སྟོན་གྱི་རེད་སོ། ཁོལ་བའི་ཆུ་ཡི་སྟེང་དུ་ཁོལ་བའི་བྱ་བ་སྒྲུབ་པ་དེ་བྱེད་པོ་པོ་གཞན་ཞིག་གིས་དངོས་སུ་རྩོལ་བ་བསྐྱེད་ནས་བསྒྲུབས་པ་ཡིན་ནམ་མ་ཡིན། དེ་འདྲའི་ལ། སྟོན་གྱི་མ་རེད་གསུངས། འདི། ཆུ་ཁོལ་བའི་བྱ་བ། ཆུ་ཡི་སྟེང་དུ་ཁོལ་བའི་བྱ་བ་སྒྲུབ་པ་དེ་ཡང་བྱེད་པོ་པོ་གཞན་གང་ཡང་རུང་བ་ཞིག་གི་རྩོལ་བ་བསྐྱེད་ནས་སྒྲུབ་པ་ཡིན་པ་ཞིག་སྟོན་གྱི་མ་རེད་གསུངས། དང། དོན་གྱི་སྟེང་དུ་དབང་དུ་བཏང་ན་ཆུ་ཁོལ་བའི་བྱ་བ་དེ་བསྐོལ་ནས་ཁོལ་བ་ཡང་ཡིན་ཆོག་རེད་མ་བསྐོལ་བར་རང་བཞིན་གྱིས་ཁོལ་བ་ཡང་ཡིན་ཆོག་རེད་དེ་ཡིན་པ་སོང་ཙང་ཁོ་ལ་ཡང་བསྐོལ་ནས་ཁོལ་བ་ཡིན་ན་ཆུ་ཁོལ་ཆུ་ཡི་སྟེང་དུ་ཁོལ་བའི་བྱ་བ་སྒྲུབ་པ་དེ་ཁོ་དངོས་སུ་རྩོལ་བ་བསྐྱེད་ནས་སྒྲུབ་མཁན་ཞིག་ཡོད་རེད་བ་བྱེད་པོ་པོ་ཞིག་དོན་གྱི་སྟེང་དུ་ཡོད་རེད་དེ་ཡིན་ན་ཡང་འདི་བྱ་བྱེད་ཐ་མི་དད་པ་དེ་ཆུ་འཁོར་འདུག་ཟེར་ནས་བེད་སྤྱོད་བཏང་བཤད་ན་དེ་ཡིས་ག་རེ་སྟོན་གི་མ་རེད་ཟེར་ན་བྱེད་པོ་པོ་གཞན་ལ་རྟེན་ཅིང་འབྲེལ་བ་ཡོད་པ་དེ་སྟོན་གི་མ་རེད་འཕྱ་བ་བྱེད་གི་མ་རེད། འོ་ན་ག་རེ་བྱེད་གི་རེད་ཟེར་ན་བྱ་བའི་ཡུལ་ཆུ་ཁོ་རང་གི་སྟེང་དུ་འཁོར་བའི་བྱ་བ་དེ་སྒྲུབ་པ་ཙམ་གཅིག་ཆུ་དེ་སྔར་གྲང་མོ་དང་ལྷོད་ལྷོད་བྱེད་ནས་ཡོད་པ་འཇམ་པོ་བྱེད་ནས་ཡོད་པ་ལ་དེ་ལས་འཕོ་འགྱུར་གཞན་ཞིག་བྱུང་ནས་རྣམ་འགྱུར་གཞན་ཞིག་སྡོད་ནས་ཆུ་དེ་ལྷོག་ལྷོག་ལྷོག་ལྷོག་བྱེད་པ་དང་ཡར་བྲོས།

འཁོར་བའི་བྱ་བ་ཙམ་གྱིས་འཁོར་བ་ཙམ། འཁོར་བའི་བྱ་བ་སྒྲུབ་པ་ཙམ་གྱིས་རྣམ་འགྱུར་གཞན་གྱིས་བསྟོད་པ་ཙམ་གྱིས་འཕོ་འགྱུར་གཞན་གྱིས་བྱུང་བ་ཙམ་གྱིས་དོན་ཡོང་དུ་བྱ་བའི་ཡུལ་མ་གཏོགས་བྱེད་པ་པོ་སྣང་གི་མི་འདུག་ཨ། དེས་མ་སོང་ཙང་བྱ་བྱེད་ཐ་དད་དུ་སྣང་གི་མི་འདུག་ཨ། བྱ་བྱེད་ཐ་དད་དུ་མི་སྣང་བ་སོང་ཙང་བྱ་བ་དེ་ལ་བྱེད་པ་པོ་ཡོད་པ་དེ་སྣང་གི་མ་རེད། དེ་འདུག་བྱ་བ་དེ་ལ་བྱེད་པ་པོ་བྱ་བ་དེ་བྱེད་པ་པོ་དང་འབྲེལ་བ་ཡོད་པ་ཅིག་སྣང་གི་མ་རེད་བྱ་བ་དེ་བྱེད་པ་པོ་ལ་བརྟེན་ནས་བྱུང་བ་ཡིན་པ་ཅིག་སྣང་གི་མ་རེད་དེ་ཡིན་པ་སོང་ཙང། འདི་གོ་དོན་དེ་ཏག་ཏག་ཁོ་རང་བྱེ་མའི་ལས་ཚིག་གི། བྱེད་ལས་དེ་ཏག་ཏག་གོ་རང། བྱ་བྱེད་ཐ་མི་དད་པའི་གི་ལས་ཚིག་གི་བྱེད་ལས་ལ་ཡང་ཏག་ཏག་འགྲོ་བཞག་གི་རེད་སོང་ཨོ་འདུག་ཅེས་ནས་གནད་འགག་ཅེས་ནས་ལྟ་དེ། ཆ་ཚང་རེ་རེ་རེ་རེ་བཞིན་དུ་འགྲེལ་བཤད་ཀྱི་ཤུབ་མོ་འགོག་བྱེད་ཁ་སང་གོང་དུ། བྱ་ཚིག་གི་ངོ་བོ་ཤེས་པ་ནས་བཟུང་སྟེ། དེ་རིང་བྱ་བྱེད་ཐ་དད་མི་དད་པའི་གི་སྐབས་བར་དུ། ཡང་ནས་ཡང་དུ་ཞིབ་ཅིང་ཕྲ་བ་ནས་ཞུ་ས་དུས་ལྟར་དེ་ཚིག་དེའི་ཐོག་ནས་བཤད་ཡོང་དུས་ཁྱེད་རྣམ་པ་ལ་བཀྲ་བླ་མའི་གསར་བོ་བྱ་བ་དེ་ད་ངས་འདས་ལ་བྲིས་ནས་ཁྱེད་རྣམ་པ་ལ་མ་བསྐྱོར་ནས་ཞུ་དགོས་པའི་རྒྱུ་མཚན་ག་རེ་ཟེར་ན་ཁྱེད་རྣམ་པའི་གོ་བ་དེ་ཚོ་ཚང་མ་ཡང་གཅིག་ཏུ་སྤུངས་ནས་གཅིག་ཏུ་དྲིལ་ནས་ལག་པ་བཟུང་སྟེའོ་མི་ལ་བཤད་ན་ཡང་བཤད་དེའོ་ཨོ་དེ་འདྲའི་ཚིག་ཅིག་གི་ཐོག་ནས་ལབ་ན་ཡང་ལབ་དེའོ་ཨོ་དེ་འདྲའི་ཡོང་ཡ་བྱེད་དུ་ད་དེ་མ་ཞུ་བཞར་བ་ད་དེ་གི་དོན་དག་དེ་ཁ་ཚ་གོང་དུ་ཡང་ནས་ཡང་དུ་ཞུས་པ་དེ་ག་རང་རེད་མ་ཤེས་པ་ག་ཡང་མི་འདུག་ཨོ་ད་དེའི་ཐོག་ནས་བྱ་བྱེད་ཐ་མི་དད་པའི་གི་ལས་ཚིག་གི་བྱེད་ལས་བྱེད་ལས་དེ་ལ་བརྟེན་ནས། ད་ག་རེ་ཧ་གོ་འདུག་བྱ་བྱེད་ཐ་མི་དད་པའི་ལས་ཚིག་ཟེར་ཏེ་ག་དུས་བོད་ཆོལ་དང་འགོག་གི་ཡོད་མེད་དེ་ལམ་སང་ཧ་གོ་འདུག་ཨ་བྱ་བྱེད་ཐ་དད་པའི་ལས་ཚིག་གི་བྱེད་ལས་ཀ་ད་གི་གོང་དུ་ཤིན་ཏུ་རྒྱས་པར་བཤད་པ་དེ་དང་ཨ་བྱ་བྱེད་ཐ་མི་དད་པའི་ལས་ཚིག་གི་བྱེད་ལས་ཤིན་ཏུ་རྒྱས་པར་ད་ལྟ་ཞུས་པ་དེ་གཉིས་ལ་བརྟེན་ནས་ཨ་བྱ་བྱེད་ཐ་དད་པའི་ལས་ཚིག་དང་བྱ་བྱེད་ཐ་མི་དད་པའི་ལས་ཚིག་གི་ཐུན་མོང་མ་ཡིན་པའི་གི་ཁྱད་པར་སྤུ་རིས་ཤན་འབྱེད་དེ་གཉིས་པོ་དེའང་ལམ་སང་གོ་རང་སྐྲ་བླ་མེད་ཅིག་འགྲོ་གི་འདུག་བ་འོ་དེ་ཡང་འགྲོ་དགོས་ཀྱི་ཡོད་རེད་ལ་འགྲོ་ཡ་འགྲོ་གི་རེད་འདི་འགྲོ་ཡ་ཆེད་དུ། བྱེད་ལས་དེ་བཤད་དུ་ཡིན་ན་ཡང་བསྡུས་པའི་སྒོ་ནས་བཤད་པ་འབྲིང་གི་སྒོ་ནས་བཤད་པ་རྒྱས་པའི་སྒོ་ནས་བཤད་པ་ཤིན་ཏུ་རྒྱས་པའི་སྒོ་ནས་བཤད་པ་ཟེར་ནས་བྱེད་ལས་རྣམ་པ་བཞིའི་སྒོ་ནས་ད་ངས། བྱ་ཚིག་གི་རྣམ་བཤད་ལག་ལེན་སྤྱི་འཐུས་ཆེན་མོ་རྣམས་ལ་རྩལ་འདོན་བྱས་ནས་ཞུ་དགོས་པའི་རྒྱུ་མཚན་ཡང་ད་འདིས་ཆགས་ཏེ་གོ་རེ་བ། མདོར་བསྡུས་ན། བྱ་བྱེད་ཐ་དད་པའི་ལས་ཚིག་དང་བྱ་བྱེད་ཐ་མི་དད་པའི་ལས་ཚིག་འདི་ལ་ད་ཅི་མ་གཏོགས་ལོག་རྟོག་ཐེ་ཚོམ་ཡོངས་སུ་རྫོགས་པ་ཅིག་བག་བཅོས་ཀྱི་ཆེད་དུ་ད་དེ་འདྲའི་རྗེས་ནས་ཚིག་བརྗོད་དང་བརྗོད་ལུགས་རྒྱས་འབྲིང་བསྡུས་གསུམ་འདྲ་མི་འདྲ་ཐོག་ནས་ཞུ་དགོས་པ་དེ་དེ་འདྲའི་ཆགས་བསྡད་ཀྱི་ཡོད་རེད། ཨོ་ད། ད་ལྟ་སྐབས་སུ་བབས་པ། གོང་དུ། བྱ་བྱེད་ཐ་དད་པའི་ལས་ཚིག་དང་བྱ་བྱེད་ཐ་མི་དད་པའི་ལས་ཚིག་གི་བྱེད་ལས་དེ་ཞུས་ནས་ད། བྱ་བྱེད་ཐ་དད་པའི་ལས་ཚིག་དང་བྱ་བྱེད་ཐ་མི་དད་པའི་ལས་ཚིག་གི་ཁྱད་པར་ཟེར་ན་ཡིན་དྲ་ཤེས་འབྱེད་ཟེར་ན་ཡིན་ད་ལྟ་འདི་མ་ཞུས་ཡ་ཡིན། ད་འདི་ཞུས་ཚར་བའི་རྗེས་སུ་བྱ་བྱེད་ཐ་དད་པའི་ལས་ཚིག་དང་བྱ་བྱེད་ཐ་མི་དད་པའི་ལས་ཚིག་གི། གསར་བརྗེ་གུ་པ་འདི་ཡོངས་སུ་རྫོགས་པ་གཅིག་མཇུག་གྲུབ་གྲུབ་ཀྱི་ཡོད་གུ་པ་འདི་ད་ལྟ་གོང་དུ་ཞུས་ནས་ད་ད་ལྟ་འདི་ཞུས་ཡ་འདི་གྱེས་པ་འདི་ཆགས་འདུག་ཡོད་རེད་གུ་པ་སྔོན་ལ་ཞུས་གྱེས་པ་ཕྱིས་སུ་ཞུས་ཡིན་གང་ཡིན་ཟེར་ན། བྱེད་ལས་འདི་ཡག་པོ་ཅིག་མཁྱེན་སོང་ཡ་ཡིན་ན་བྱེད་ལས་དེ་ལ་བརྟེན་ནས། ཁྱད་པར་དེ་ཡང་རང་བཞིན་གྱི་སྒོ་རང་འོང་པོ་རྣོན་པོ་དང་འོང་པོ་འབྲིང་ཡིན་ན་ཁེངས་འགྲོ་གི་རེད་ཤན་འབྱེད་དེ་ཡང་ལམ་སང་རང་བཞིན་གྱི་ཤུགས་ལ་ཁེངས་འགྲོ་གི་རེད་ད་ཡང་དེར་འོང་པོ་ཐ་མ་དེ་འདྲེ་ལས་དང་པོ་བ་ད་དུས་ཡང་གསར་བུ་མ་ཆགས་བ་ཡིན་ན། བྱེད་ལས་དེ་ཞུས་ཚར་བའི་རྗེས་སུ་ཁྱད་པར་དང་ཤན་འབྱེད་དེ་ཞུས་ཞུས་བཞག་བ་ཡིན་ན། དེ་སྔོན་འགྲོ་དང་དངོས་གཞི་འདྲ་བོ་བྱས་ནས་བྱེད་ལས་དེ་གང་ལ་གང་འཚམ་ཅིག། གོ་བ་ལས་སུ་རུང་བ་གཅིག་བསྐྲུན་ནས་དེའི་རྗེས་སུ་ཁྱད་པར་དང་ཤེས་བྱའི་དེ་གའི་གསལ་བོ་གསལ་རྐྱང་བྱ་བྱེད་ཐ་དད་པའི་ལས་ཚིག་དང་བྱ་བྱེད་ཐ་མི་དད་པའི་ལས་ཚིག་གི་ཁྱད་པར་གསལ་ཏེ་དོན་དག་ཐོག་རྟོགས་དེ། ཤེས་བྱའི་ཐོག་རྟོགས་དེ་གང་འདྲའི་འདྲ་བ་ཅིག་རེད་ཟེར་ཐ་དེ་ཤེས་ཀྱི་ཡོད། དོན་དག་ལ་ཁ་སང་གོང་དུ་བྱ་བྱེད་ཐ་དད་པའི་ལས་ཚིག་དང་བྱ་བྱེད་ཐ་མི་དད་པའི་ལས་ཚིག་གི་ངོ་བོ་དང་མཚན་ཉིད་དབྱེ་བ། ལ་སོགས་པ་དཔེར་བརྗོད་སྒོ་ནས་མང་པོ་ཞུས་ཡོང་དུས་དེ་གཉིས་ཀྱི་ཁྱད་པར་དེའང་ཤུགས་ལ་འགྲོ་ད་ཞུས་ཟིན་པ་ཇི་ཁྱེད་རྣམ་པ་ཡིན་ན་ཡང་ཁྱེད་ཟིན་པ་ཆགས། ཡིན་ན་ཡང་ད་ཡང་ཁྱད་པར་དེ་འདྲས་ཀྱི་རེད་ཟེར་ནས་ཨོ། ཁོ་ཅིག། དྲིས་བཏུབ་པ་ནང་བཞིན་བྱས་ནས་ཚིག་གཅིག་གི་ལམ་ནས། ཁྱད་པར་ཤན་འབྱེད་དེ། འདི་ཡིན་འདི་མ་ཡིན་ཟེར་ནས་དོན་དག་རྡོག་རྡོག་ཅིག་གི་ཐོག་ནས་ཞུ་དགོས་དུས་ཡང་ཁྱད་པར་ཟེར་ནས་གསབ་ཆེད་ལོག་ཀ་ཅིག་བཀར་ནས་ངས་འདི་འདི་མ་ཞུས་སྤྱི་བཏང་ནས་བསྟན་བཅོས་ག་རེ་ཡིན་ན་ཡང་བཤད་པའི་སྐབས་སུ་ངོ་བོ་བྱེད་ལས། ནི་ངོ་དབྱེ་བ། ཁྱད་པར་ཟེར་ནས་གླེགས་བར་བ་དེ་ནང་བཞིན་ད་ལྟ་ཡང་ཁྱད་པར་དེ་ལོགས་སུ་ཞུས་བཞག་ན་འགྱོད་དད་པོ། བློ་ལ་བཟུང་བདེ་བོ་ལག་པ་འཇུ་བདེ་བོ་ཡོང་གི་ཡོད་རེད། ད་འདི། ད་ཁྱད་པར་འདི་ལ་ཡང་འདི་དེབ་ནང་ལ་ཧ་ཅང་གི་རྒྱས་ཤིང་རྒྱས་པ་ཞིབ་ཅིང་ཕྲ་བ་ནས་མ་ཟབ་ཅེས་རྒྱས་པ་དེ་ཡི་སྐབས་སུ་ཞུས་བཞག་ཡོད་ད་ད་ལྟ་དེ་ལ་མང་པོ་ཞུ་མི་དགོས་ཅེས་ཁ་སང་གོང་དུ་ཡང་ནས་ཡང་དུ་མང་པོ་ཞུས་བཞག་ཡོད་དུས་ད་ནི་དེ་རང་གིས་འཐུས་པ་བྱེད་ཀྱིན་མང་པོ་འགྲེལ་བཤད་མང་པོ་ཞུ་དགོས་མིན་ཞིབ་ཆ་མང་པོ་བྱེད་ཀྱི་མིན་ཡིན་ན་ཡང། ད་དོན་དག་དོག་དོག་དེ་གནད་འགག་དེ་ག་རེ་རེད་ཟེར་ནས་གནད་འགག་དེ་ཁྱེད་རྣམ་པར་ལག་པ་ལ་རྒྱུས་བདེ་བོ་བྱས་ནས་དེ་མ་བྲིས་བཞག་ཡོད་དེའི་ནང་ནས་གནད་འགག་དེ་ཚུར་བསྟན་ནས་ད་དང་པོ་དེ་གནད་འགག་ཁོ་རང་དེ་དཀྱིས་མ་དེ་ནས་མ་བཏོན་བཞག་ཡོད། ད་བྱ་བྱེད་ཐ་དད་པའི་ལས་ཚིག་དང་བྱ་བྱེད་ཐ་མི་དད་པའི་ལས་ཚིག་གི་ཁྱད་པར་དེ་ག་འདྲའི་འདྲ་བོ་བཞག་དགོས་རེད། དེ་གཉིས་ཀྱི་ཤན་འབྱེད་དེ་ག་འདྲའི་འདྲ་བོ་ཞིག་བྱེད་དགོས་རེད་ཟེར་དུས། བྱ་བྱེད་ཐ་དད་པ་དང་བྱ་བྱེད་ཐ་མི་དད་པ་ཞེས་པ། བྱ་བའི་ཡུལ་དང་བྱེད་པ་པོ་ཐ་དད་ཡོད་མེད་ཡིན་མིན་གྱི་ཁྱད་པར་ཕྱེ་བ་མིན་པར་བྱ་བའི་ཡུལ་དང་བྱེད་པ་པོ་ཐ་དད་དུ་སྣང་མི་སྣང་གི་སྒོ་ནས་བཞག་པ་ཞིག་ཡིན། ཐ་དད་རེད་ད། ས་ཕོ་ས་རྐྱང་ཆགས་ཡོད་དོ། ད་བྱ་བྱེད་ཐ་དད་པ་དང་བྱ་བྱེད་ཐ་མི་དད་པ་ཞེས་ཟེར་བ་དེས་ད་ལས་ཚིག་གཉིས་པོ་དེས། ཡང་ན་བྱ་བ་གཉིས་པོ་དེ་ཡང་ན་ལས་ཚིག་གཉིས་པོ་དེ་གར་ལབ་ན་འགྲིག་གོ་ད། བྱང་པ་སྔོན་སོང། ཆགས་ཟིན་པ་སོང་ཙང་ད་ག་རེ་ལབ་ཤེས་ན་ཡང་འགྲིག་གོ། དེ་ལྟ་བུ་དེས་ད་ཁྱད་པར་དེ་ག་འདྲས་བཞིན་བཞག་པ་ཡིན། ཁྱད་པར་དེ་ག་འདྲས་བཞིན་འཆད་ཀྱི་ཡོད་ཟེར་ན། དང་པོ་དེ་ལ་ཕ་ལོག་རྟོག་དེ་ཕ་སེལ་ནས། རྣམ་གཅོད་དུ་ལོག་རྟོག་དེ་ཕ་བཀག་ནས་ཡོངས་གཅོད་དུ་དེ་ནི་ཁྱད་པར་ཡང་དག་པ་དུ་ཚུར་བཞག་གོ་རེ་བ། དེ་ནི་དང་པོ་ག་རེ་བཀག་གོ་རེ་ཟེར་ན་བྱ་བའི་ཡུལ་དང་བྱེད་པ་པོ་ཐ་དད་ཡོད་མེད་ཡིན་མིན་གྱི་ཕྱེ་བ་མ་ཡིན་ཡིན་ཟེར། ད་ཡང། ལས་དང་པོ་བ་མང་པོ་ཅིག་བྱང་པ་སྔོན་སོང་མ་ཡིན་པ་མང་པོ་ཅིག་གིས་བྱ་བྱེད་ཐ་དད་པ་དང་བྱ་བྱེད་ཐ་མི་དད་པ་ཟེར་དུས་ཡང་བྱ་བའི་ཡུལ་དང་བྱེད་པ་པོ་གཉིས་པོ་དེ་ཐ་དད་དུ་ཡོད་མེད་ཀྱི་ཐོག་ནས་འཆད་ཀྱི་ཡིན། བྱ་བའི་ཡུལ་དང། བྱེད་པ་པོ་གཉིས་པོ་དེ་ཐ་དད་ཡིན་མིན་གྱི་ཐོག་ནས་བྱ་བྱེད་ཐ་དད་མི་དད་བཤད་ཀྱི་ཡིན་ཟེར་ན་ད་འདི་མང་པོ་ཅིག་འཁྲུལ་འགྲོ་ཡ་ཉེན་ཁ་ཡོད། བྱ་བའི་ཡུལ་དང་བྱེད་པ་པོ་གཉིས་པོ་དེ། ཐ་དད་དུ་ཡོད་པའམ་ཡང་ན་ཐ་དད་ཡིན་པ་ཡིན་ན་བྱ་བྱེད་ཐ་དད་པ་ཡིན། བྱ་བའི་ཡུལ་དང་བྱེད་པ་པོ་གཉིས་པོ་དེ་ཐ་དད་དུ་མེད་པའམ་ཐ་དད་མ་ཡིན་པ་ཡིན་ན་ནི་བྱ་བྱེད་ཐ་མི་དད་པ་ཡིན། ཟེར་ནས། ཐ་དད་བྱ་བྱེད་བྱ་བའི་ཡུལ་དང་དོ་ན་བྱ་བྱེད་གཉིས་པོ་དེ་ཐ་དད་ཡོད་མེད་དང་ཡིན་མིན་གང་རུང་གི་ཐོག་ནས་ཁྱད་པར་ཕྱེ་གི་ཡིན། དེ་གཉིས་ཀྱི་ཁྱད་པར་ཕྱེ་གི་ཡིན་ཟེར་ན་འགྲིག་གི་རེད་བས་ན་འགྲིག་གི་མ་རེད། གཡོན་ཟེར་ཆེ་བ་མ་ཡིན་པར་མིན་པར་ད་དེ་རྩ་བ་ཉིད་ནས་འགྲིག་གི་མེད་དེའི་ཐོག་ནས་བཞག་གི་མེད། བྱ་བྱེད་ཐ་དད་དང་ཐ་མི་དད་ཡོད་ཁྱད་པར་དེ། བྱ་བའི་ཡུལ་དང་བྱེད་པ་པོ་གཉིས་པོ་དེ་ཐ་དད་དུ་ཡོད་མེད་ཀྱི་ཐོག་ནས་བཞག་གི་མེད། བྱ་བའི་ཡུལ་དང་བྱེད་པ་པོ་གཉིས་པོ་དེ་ཐ་དད་ཡིན་མིན་གྱི་ཐོག་ནས་ཡང་བཞག་གི་མེད། འོ་ན་ད་ག་འདྲེས་ཀྱི་ཐོག་ནས་བཞག་དགོས་རེད་ག་འདྲེས་ཀྱི་ཐོག་ནས་ཁྱད་པར་ཕྱེ་དགོས་རེད། ག་འདྲེས་ཀྱི་ཐོག་ནས་ཤན་འབྱེད་དགོས་རེད་ཟེར་ན། བྱ་བའི་ཡུལ་དང་བྱེད་པ་པོ་ཐ་དད་དུ་སྣང་མི་སྣང་གི་སྒོ་ནས་བཞག་པ་ཡིན། ལྟ་འདི་རེད་ཁྱད་པར་ཡང་དག་པ་དེ་ལྟ་འདི་བཞག་གོ་རྟགས་དོན་དག་རྟོག་རྟོག་སྟེ། བྱ་བའི་ཡུལ་དང་བྱེད་པ་པོ་གཉིས་པོ་དེ་ཐ་དད་དུ་སྣང་བ་ཅིག་ཡིན་པ་ཡིན་ན་ནི་བྱ་བྱེད་ཐ་དད་པའི་ལས་ཚེགས། བྱ་བའི་ཡུལ་དང་བྱེད་པ་པོ་གཉིས་པོ་ཐ་དད་དུ་མི་སྣང་བ་ཅིག་ཡིན་པ་ཡིན་པ་ཡིན་ན་ནི་བྱ་བྱེད་ཐ་མི་དད་པའི་ལས་ཚེགས། ད་གནད་འགག་དོག་དོག་དེ་ག་བ་ལས་གི་བ་རེད་ཟེར་ན། དེ། དེ་ཐ་དད་དུ་ནི་སྣང་མི་སྣང་ལྟ་དེ་རེད་སྣང་བ་དང་མི་སྣང་བ་ཟེར་ནས། ད་འདིར་སྣང་བ་དང་མི་སྣང་བ་དེ་གའི་ཐོག་ནས་བཞག་པ་རེད་མ་གཏོགས་འདི་ཡོད་མེད་ཟེར་ཡ་དེ་དག་འདི་ཡིན་མིན་ཟེར་འདིའི་ཐོག་ནས་བཞག་གི་མེད། བྱ་བྱེད་གཉིས་པོ་དེ་ཐ་དད་དུ་ཡོད་མེད་ཀྱི་ཐོག་ནས་བཞག་གི་མེད་བྱ་བྱེད་གཉིས་པོ་ཐ་དད་དུ་ཡིན་མིན་ཐོག་ནས་བཞག་གི་མེད། འོ་ན་ག་རེ་གི་ཐོག་ནས་བཞག་གི་ཡིན་ཟེར་ན། བྱ་བྱེད་གཉིས་པོ་དེ་ཐ་དད་དུ་སྣང་བ་དང་མི་སྣང་བའི་གི་ཐོག་ནས་འདི་བཞག་ཡོང་གི་ཡིན། ད་སྣང་བ་དང་མི་སྣང་བ་ཟེར་ཡོང་དུས་ག་རེ་ལས་གྲུབ་ཀི་རེད་བློ་ངོ་ལ་སྣང་བ་དང་མི་སྣང་བ།

བེད་སྤྱོད་གཏང་ས་ཀྱི་གང་ཟག་དེ་གི་བློ་ངོར་ལ་བྱ་བྱེད་གཉིས་པོ་དེ་ཐ་དད་དུ་སྣང་གི་འདུག་ན་ནི་དེའི་བྱ་ཚིག་དེ་བྱ་བྱེད་ཐ་དད་པ་ཟེར་ནས་བཞག་གི་ཡིན། ཁྱད་པར་ཤན་འབྱེད་བྱེད་ཀྱི་ཡིན། ཡང་བྱ་ཚིག་དེ་བེད་སྤྱོད་གཏང་ཡོང་དུས་གང་ཟག་ཕ་གིས་བེད་སྤྱོད་གཏང་ས་གང་ཟག་དེ་གི་བློ་ངོར་ལ་བྱ་བྱེད་གཉིས་པོ་དེ་ཐ་དད་དུ་མི་སྣང་བ་སྣང་གི་མི་འདུག་ན་ནི་དེ་བྱ་བྱེད་ཐ་མི་དད་པ་ཡི་ལས་ཚིག་ཟེར་ནས་བཞག་གི་ཡིན། ད་དེ་གི་ཐོག་ནས་བརྒྱ་ཆ་བརྒྱ་བཏབ་པ་ཤན་འབྱེད། བྱ་བྱེད་གཉིས་པོ་ཐ་དད་དུ། བྱ་བའི་ཡུལ་དང་བྱེད་པ་པོ་གཉིས་པོ་ཐ་དད་དུ་སྣང་བ་ཡིན་ན། བྱ་བྱེད་ཐ་དད་པའི་ལས་ཚིག་ཡིན་པས་ཁྱབ། བྱ་བྱེད་བྱ་བའི་ཡུལ་དང་བྱེད་པ་པོ་གཉིས་པོ་ཐ་དད་དུ་མི་སྣང་བ་ཡིན་པ་ཡིན་ན་ནི་བྱ་བྱེད་ཐ་མི་དད་པའི་ལས་ཚིག་ཡིན་པས་ཁྱབ། འོ་འདུག་ཅེས་ནི་བཞག་གོ། རེས་སོ། འོ་འདུག་ཅེས་ནི། ལྟ་བ་ན། བྱ་བའི་ཡུལ་དང་བྱེད་པ་པོ་གཉིས་པོ་དེ་ཐ་དད་དུ་ཡོད་མེད་དང་ཡིན་མིན་གྱི་ཐོག་ནས་གར་གྱིས་ནི་ཁྱད་པར་འབྱེད་ཐུབ་ཀྱི་མ་རེད། གར་གྱིས་ནི་ཤན་འབྱེད་ཐུབ་ཀྱི་མ་རེད་ཟེར་ན། རྒྱུ་མཚན་དེ་ལྟ་ངས་གོང་དེ་མགོ་དང་པོ་དེ་ཁོ་རང་ལ་དྲིས་བཞག་ཡོད་དེ་འདུག་བ། དེར་བརྟེན་བྱ་བ་དེའི་བྱ་བའི་ཡུལ་དང་བྱེད་པོ་པོའམ་བྱེད་པ་ཐ་དད་ཡིན་མིན་ནམ་ཐ་དད་དུ་ཡོད་མེད་ཀྱི་སྒོ་ནས་བྱ་བྱེད་ཐ་དད་མི་དད་ཀྱི་ཁྱད་པར་འཇོག་མི་ཐུབ་པ་དེ་ཐོག་མར་བློ་ལ་ངེས་རྒྱུ་དཔེ་མ་ཟད་གལ་ཆེན་པོ་རེད། ཅིའི་ཕྱིར་ཞེ་ན་རྒྱུ་མཚན་གར་སོང་ན་བྱ་བ་དེའི་བྱ་བའི་ཡུལ་དང་བྱེད་པོ་པོའམ་བྱེད་པ་ཐ་དད་པ་ཡིན་པ་ལ་བྱ་བྱེད་ཐ་མི་དད་པ་ཡིན་པའང་ཡོད་ཅིང་བྱ་བ་དེའི་བྱ་བའི་ཡུལ་དང་བྱེད་པོ་པོ་ཐ་དད་པ་མིན་པའམ་མེད་པ་ལ་བྱ་བྱེད་ཐ་དད་པ་ཡིན་པའང་ཡོད་པའི་ཕྱིར་རོ། སྟེང་དུ། བྱ་བའི་ཡུལ་དང་བྱེད་པ་པོ་གཉིས་པོ་ཐ་དད་དུ་ཡོད་མེད་ཡིན་མིན་གྱི་ཐོག་ནས་ཁྱད་པར་ཕྱེ་མི་འདོད་པའི་རྒྱུ་མཚན་ག་ས་འདི་ལས་ཁྱབ་པ་ཡོད་མ་རེད་ཟེར། བྱ་བའི་ཡུལ་དང་བྱེད་པ་པོ་གཉིས་པོ་དེ་ཐ་དད་དུ་ཡོད་པ། ཐ་དད་ཡིན་པ། དེ་འདྲ་ཡིན་པ་གང་ཞིག་ལ། དངོས་པོ་གི་གནས་ཚུལ་ལ། དོན་གྱི་སྟེང་དུ། བྱ་བྱེད་གཉིས་པོ་དེ་ཐ་དད་དུ་ཡིན་པ་གང་ཞིག་ལ། ཡང་བྱ་བྱེད་ཐ་མི་དད་པའི་ལས་ཚིག་ཡིན་དེ་གན་ཡོད་རེད་ཟེར། ཡང། བྱ་བ་དེ་གའི་བྱ་བའི་ཡུལ་དང་བྱེད་པ་པོ་གཉིས་པོ་དེ་ཐ་དད་དུ་མ་ཡིན་པ། ཐ་དད་དུ་མེད་པ་གང་ཞིག་ལ། ཡང། བྱ་བྱེད། ཐ། འདས་པའི་གི་ལས་ཚིག་ཡིན་པ་དེ་འདྲ་ཡང་ཡོད་རེད་སོང་དེ་ཚོ་ནི་ཁོ་མ་ངེས་པ་ཆགས་འགྲོ་གི་རེད། བྱ་བྱེད་ཐ་དད་དུ་ཡོད་པ་དང་མེད་པ་ཡོད་དོ་མ་ངེས་པ་ཆགས་དོན་དུ་ཡུལ་གྱི་སྟེང་དུ་བྱ་བྱེད་ཐ་དད་དུ་ཡོད་དང་མེད། དངོས་པོའི་གནས་ཚུལ་ལ་བྱ་བྱེད་གཉིས་པོ་དེ་ཐ་དད་ཡིན་དང་མ་ཡིན་འདི་ལ་བལྟ་ཡ་མ་རེད་སོང་བྱ་བྱེད་ཐ་དད་མི་དད་གི་ལས་ཚིག་གི་ཁྱད་པར་དང་ཤན་འབྱེད་དེ་ཤེས་ཡོང་དུས་འདི་ལ་བལྟ་ཡ་མ་ཡིན་དངོས་པོའི་གནས་ཚུལ་དང་ཡུལ་གྱི་སྟེང་དུ་བྱ་བྱེད་གཉིས་པོ་ཐ་དད་དུ་འདུག་གམ་མི་འདུག་ཐ་དད་དུ་ཡིན་པ་ཡིན་ནམ་མ་ཡིན་འདི་ལ་བལྟ་ཡ་མ་ཡིན། དེ་གི་ཐོག་ནས་དབྱེ་བ་ཕྱེ་ཐུབ་ཀྱི་མེད་དེ་ལ་ཁྱབ་པ་ཡོད་མ་རེད་གསུངས། འོ་ན་ག་བ་ལ་བལྟ་དགོས་རེད་ཟེར་ན་བློ་ཡི་སྟེང་དུ་བློ་ངོ་ལ་བྱ་བྱེད་གཉིས་པོ་དེ་ཐ་དད་དུ་སྣང་གི་འདུག་དང་སྣང་གི་མི་འདུག་དེ་ལ་བལྟ་ནས་ཁྱབ་པར་བྱེད་དགོས་རེད། བློ་ངོ་ལ་བྱ་བྱེད་གཉིས་པོ་དེ་ཐ་དད་དུ་སྣང་གི་འདུག་ན་བྱ་བྱེད་ཐ་དད་པའི་ལས་ཚེགས་ཡིན། བློ་ངོ་ལ་བྱ་བྱེད་གཉིས་པོ་དེ་ཐ་དད་དུ་སྣང་གི་མི་འདུག་ན་བྱ་བྱེད་ཐ་མི་དད་པའི་ལས་ཚེགས་ཡིན་པས་ཁྱབ་ཟེར་ནས་འོ་དེ་འདྲ་བཞག་དགོས་ཀྱི་ཡོད་རེད་ཟེར། ད་འོ་ན། ཡུལ་གྱི་སྟེང་དུ་ཟེར་ནའང་འདྲ་དངོས་པོའི་གནས་ཚུལ་ལ་བྱ་བའི་ཡུལ་དང་བྱེད་པ་པོ་གཉིས་པོ་དེ་ཐ་དད་དུ་ཡིན་པ་ཐ་དད་དུ་ཡོད་པ་གང་ཞིག་ལ་ཡང་བྱ་བྱེད་ཐ་མི་དད་པའི་ལས་ཚིག་ག་རེ་ག་རེ་རེད་ཡིན་པའི་མུ་ག་རེ་ཡོད་རེད་མཚན་གཞི་ག་རེ་ཡོད་རེད་ཟེར་ན་ད་དེ་རྣམས་ལ་རེ་རེ་བཞིན་དུ་མ་དྲངས་ཞེས་ཁ་སང་གོང་དུ་ཡང་ཚར་མ་ཁ་ཤས་ཞུས་ཟིན་པར་བ་དེ་ཚར་ནི་ཁྱེད་རྣམ་པར་འདི་དཔེ་ཀློག་བརྒྱ་ནས་བཞི་ཡས་ཆེ། ཡང། ཡུལ་གྱི་སྟེང་དུ་དངོས་པོའི་གནས་ཚུལ་ལ་བྱ་བའི་ཡུལ་དང་བྱེད་པ་པོ་གཉིས་པོ་དེ་ཐ་དད་དུ་མ་ཡིན་པ་ཐ་དད་དུ་མེད་པ་ཡིན་པ་གང་ཞིག་ལ་ཡང། བྱ་བྱེད་ཐ་དད་པའི་གི་ལས་ཚིག་ཡིན་པ་དེ་ག་རེ་ཡོད་རེད། དེ་མཚན་ཤེས་ཤོག་ཟེར་ན་དེ་ཡང་འདི་ན་ལ་དྲངས་བཞག་ཡོད་ཁ་སང་གོང་དུ་ཡང་ཡང་ཚིག་ཡང་ཚིག་ཚར་ཁ་ཤས་ཀྱིས་ཞུས་ཟིན་པ་ཨོ་ངོ་བོ་བཤད་པའི་སྐབས་སུ་ཡིན་ན་ཡང་ཞུས་ཟིན་པ་ཨོ་དེ་འདྲས་ཀྱི་ནས་དབྱེ་བ་བཤད་པའི་སྐབས་སུ་ཡིན་ན་ཡང་ཞུས་ཟིན་པ་རྩལ་སྦྱོང་གི་དབྱེ་བ་བཤད་པའི་སྐབས་སུ་ཡིན་ན་ཡང་ཞུས་ཟིན་པ་ཨོ་དེ་འདྲས་བྱ་ཡིན་དུས་ཁྱེད་རྣམ་པ་བཀྲ་ལྷ་མའི་འགྲོ་བར་ད་ཚིག་གི་སྡོམ་རྒྱག་པ་ར་ད་ད་ཨོ་དེ་ད་དེ་འདྲས་རེ་རེ་རེ་ཞུས་མོ་བཀའ་ཅན་ཁྱེད་རྣམ་པ་དེ་བྱ་ཚིག་གི་རྣམ་བཞག་ལག་ལེན་གཅུ་དུས་ཆེན་མོ་འདི་དཔེ་ཀློག་བརྒྱབ་བཞག་ན་ད་ད་གསར་བརྗེ། བརྒྱད་པ་དེ་བྱ་བྱེད་ཐ་དད་པའི་ལས་ཚིག་དང་བྱ་བྱེད་ཐ་མི་དད་པའི་ལས་ཚིག་གི་ཁྱད་པར་བཤད་པ། དེའི་ནང་ལ་དཔེ་ཀློག་རྒྱག་བྱེད་ན་རེ་རེ་རེ་རེ་བཞིན་དུ་ངས་མཚན་གཞི་དང་བཅས་པ་འདི་འདི་འདི་འདི་ཡོད་རེད་ཟེར་ནས་བྲིས་བཞག་ཡོད་དེ་ཡིན་པ་སོང་ཙང། ཁྱེད་རྣམས་དཔེ་ཀློག་གནང་ཡ་བྱས་དེ་ཡང་མང་པོ་ཞུ་མོ་གོ་བ་བྱས་འོ་དེ་ཡིན་པ་སོང་ཙང་འདི་བྱ་བྱེད་ཐ་དད་ཁྱབ་པ་མི་འདུག་བ་བྱ་བའི་ཡུལ་དང་བྱེད་པ་པོ་གཉིས་པོ་དེ་ཐ་དད་དུ་ཡོད་མེད་ཡིན་མིན་གྱི་ཐོག་ནས།

ད་དེ་ལ་ཡང་ཁ་སང་གོང་དུ་ཡང། ཞུས་པ་ནང་བཞིན་བྱས་ནས། བྱ་བྱེད་ཐ་དད་པའི་ལས་ཚིག་བྱ་བྱེད་ཐ་མི་དད་པའི་ལས་ཚིག་ཟེར་ཡ་དེ་ཡང་ག་རེ། བྱ་བའི་ཡུལ་དང་བྱེད་པ་པོ་གཉིས་པོ་ཐ་དད་དུ་སྣང་མི་སྣང་ཟེར་ཏེ་རང་སྟོབས་ཀྱིས་ཐ་དད་དུ་སྣང་མི་སྣང་དེ་ལ་བརྟག་དགོས། བྱ་ཚིག་ཁོ་རང་རང་སྟོབས་ཀྱིས་བྱ་བའི་ཡུལ་དང་བྱེད་པ་པོ་གཉིས་པོ་དེ་ཐ་དད་དུ་སྣང་བར་བྱེད་ཀྱི་འདུག་ན་བྱ་བྱེད་ཐ་དད་པའི་ལས་ཚིག་བྱ་བའི་ཡུལ་དང་བྱེད་པ་པོ་གཉིས་པོ་དེ་བྱ་ཚིག་ཁོ་རང་རང་སྟོབས་ཀྱིས་ཐ་དད་དུ་སྣང་བར་བྱེད་ཀྱི་མི་འདུག་ཐ་དད་དུ་མི་སྣང་བར་བྱེད་རེ་འདུག་ན། བྱ་བྱེད་ཐ་མི་དད་པའི་ལས་ཚིག་ཟེར། རང་སྟོབས་ཀྱི་བྱ། རང་སྟོབས་སུ་དུ་བྱ་ཚིག་ཁོ་རང་རང་རྐྱ་འཕེར་བའི་ཐོག་ནས་བྱ་ཚིག་ཁོ་རང་གཅིག་པུ་བཞག་ནས། གྲོགས་གཞན། ཚིག་སྔ་མ་དང་ཚིག་ཕྱི་མ་ལ་སོགས་པ་ཚིག་སྔ་ཕྱི་གི་གྲོགས་གཞན་པ་དང་གང་ཡང་མ་སྦྱར་བར་བྱས་ནས་བྱ་ཚིག་དཔེར་ན་སྐོར་འདྲ་བོ་ཡིན་ན་སྐོར་གཅིག་པུ་ཅིག་བཞག་ཁོར་འདྲ་བོ་ཡིན་ན་ཁོར་གཅིག་པུ་ཅིག། བྲིས་འདྲ་བོ་ཡིན་ན་བྲིས་གཅིག་པུ། གཅིག་པུ་ཅིག་བཞག་ནས། སྐྱིལ་དྲ་བོ་ཡིན་ན་སྐྱིལ་གཅིག་པུ། རྩོལ་དྲ་བོ་ཡིན་ན་རྩོལ་གཅིག་པུ་ཚོལ་དྲ་བོ་ཡིན་ན་ཚོལ་གཅིག་པུ་འགྱུར་ཡིན་ན་འགྱུར་གཅིག་པུ་འགྱུར་ཡིན་ན་འགྱུར་གཅིག་པུ། ཁོ་རང་བྱ་ཚིག་ཁོ་རང་གཅིག་པུ་ཞིག་བཞག་ནས་ཨ་ནི་ཁོ་གིས། བྱ་བྱེད་གཉིས་པོ་ཐ་དད་དུ་སྣང་བར་བྱེད་ཀྱི་འདུག་དམ་མི་འདུག་བྱ་བྱེད་གཉིས་པོ་ཐ་དད་ཁོ་ལ་བརྟེན་ནས་བྱ་བྱེད་གཉིས་པོ་ཐ་དད་དུ་སྣང་གི་འདུག་དམ་མི་འདུག་འདི་ལ་བརྟག་དགོས་རེད་སོང། འདི་ལ་བརྟག་དགོས་རེད་ད། རང་སྟོབས་ཀྱིས་རེད་མ་གཏོགས་ད་ཚིག་མང་པོ་ཅིག་ད་སྦྱར་བཞག་ན་དེ་དེའི་ཚིག་གི་ཤུགས་རྐྱེན་ལ་བརྟེན་ནས་ཚིག་དེ་གི་ཤན་ལ་བརྟེན་ནས་ཡང། བྱ་བྱེད་གཉིས་པོ་ཐ་དད་དུ། ཡང་སྣང་བ་དང་མི་སྣང་བ་ལ་སོགས་ཅི་རིགས་པ་ད་མང་ཆེ་བ་སྟེ་ཐ་དད་དུ་སྣང་འགྲོ། ད་དེ་ཁོ་རང་རང་སྟོབས་མ་ཡིན་པར་ཚིག་མང་པོ་དང་སྦྱར་བཞག་ན། ད་བྱ་བྱེད་གཉིས་པོ་ཐ་དད་དུ་མི་སྣང་བ་ཟེར་དང་བྱ་བྱེད་གཉིས་པོ་ཐ་དད་དུ་མེད་པ་ཟེར་རྩ་བ་ཉིད་ནས་བར་སྲིད་ཀྱི། དེ་ཡིན་པ་སོང་ཙང་ལོག་གི་མ་རེད། དེ་ཚོ་བྱ་བྱེད་གཉིས་པོ་དེ་ཐ་དད་དུ་སྣང་མི་སྣང་ཟེར་དེ་ཡང་ཁོ་རང་རང་སྟོབས་ཀྱིས་བྱ་བྱེད་གཉིས་པོ་ཐ་དད་དུ་སྣང་མི་སྣང་དེའི་ཐོག་ནས་མཁྱེན་པར་བྱ་དགོས། ད་དེ་ག་རེ་རེད་ཟེར་ན། བྱ་བྱེད་ཐ་དད་པའི་ལས་ཚིག་དང་བྱ་བྱེད་ཐ་མི་དད་པའི་ལས་ཚིག་གི་ཤེས་བྱེད་ཡང་དག་ཁྱད་པར་ཡང་དག་འོ་དེ་འདྲ་ཞིག་ཆགས་བསྡད་ཀྱི་ཡོད། ད་ད་ལྟ་གོང་དུ། དོན་དག་སྙིང་པོ་ཐོག་རྡོ་རྗེ་ནས་ཞུས་གྲུབ་ནས་ཡང་ཚིག་དེ་ལས་ཅུང་ཟད་བཀྲོལ་ནས། དོན་དག་གཅིག་པ་ཡིན་པ་ལ་ཚིག་ཅུང་ཟད་མ་འདྲ་བའི་ཐོག་ནས་ཞུས་པ་ཡིན་ན་ཡང་དམིགས་བསལ་གྱི་དགེ་མཚན་ཡོད། ད་དེ་གར། དེའི་ཚིག་དེ་ག་རང། ལག་ལེན་ཆོས་སྡེ་རྣམ་པ་ཆེན་པོའི་ནང་གི་ད་ཀྱི་གོང་གི་ཚིག་དེ་ནི་མ་ཡིག་ཕྲན། གཅིག་གི་རྗེས་སུ་དེ་བྲིས་བྱས་ཡོད། ད། འདི་ག་རེ་ཟེར་ན་བྱ་བྱེད་ཐ་དད་པའི་ལས་ཚིག་དང་བྱ་བྱེད་ཐ་མི་དད་པའི་ལས་ཚིག་གི་ཁྱད་པར་དང་ཤན་འབྱེད་གཏན་འཁེལ་བར་གདའ། དོན་དུ་བྱ་བྱེད་གཉིས་པོ་ཐ་དད་དུ་ཡོད་མེད་གང་ལྟར་ཡང་བློ་ངོར་ཐ་དད་དུ་མི་སྣང་ན་བྱ་བྱེད་ཐ་མི་དད་པ་ཡིན་ཞིང་བྱ་བྱེད་ཐ་མི་དད་པའི་ལས་ཚིག་ཡིན། དོན་ལ། བྱ་བྱེད་གཉིས་པོ་ཐ་དད་དུ་ཡོད་ན་ཡང་འདྲ་བྱ་བྱེད་གཉིས་པོ་ཐ་དད་དུ་མེད་ན་ཡང་འདྲ་གང་ལྟར་ཡང། དེ་འདུས། དོན་གྱི་སྟེང་དུ་བྱ་བྱེད་གཉིས་པོ་ཐ་དད་དུ་ཡོད་མེད་ཟེར་ནས་བལྟ་ཡ་མ་རེད་ཟེར་བར་དོན་དག་ལ། བྱ་བྱེད་གཉིས་པོ་ཐ་དད་དུ་ཡོད་ན་ཡང་ཡོད་མེད་ན་ཡང་མེད། དེ་གཉིས་ཀྱི། ཐོག་ནས་བྱ་བྱེད་ཐ་དད་པ་དང་བྱ་བྱེད་ཐ་མི་དད་པའི་ལས་ཚིག་ཁྱད་པར་འབྱེད་ཐུབ་ཀྱི་མ་རེད་ཤེས་འབྱེད་ཐུབ་ཀྱི་མ་རེད་ཟེར། ཨ་རེ། འོ་ན་ཤེས་འབྱེད་ངོ་མ་ག་བ་ལྟ་གོ་ཟེར་ན་བློ་ངོར་ཐ་དད་དུ་མི་སྣང་ན། དེ་དུས་དོན་དུ་ཐ་དད་དུ་ཡོད་ཀྱང་འདྲ་མེད་ཀྱང་འདྲ། མདོར་བསྡུས་ན། བློ་ངོ་ལ་བྱ་བྱེད་གཉིས་པོ་དེ་ཐ་དད་དུ་མི་སྣང་བ་ཞིག་ཡིན་ཚོད་ནས་བཟུང་སྟེ་བྱ་བྱེད་ཐ་མི་དད་པའི་ལས་ཚིག་བཞག་གི་ཡིན། དོན་དུ་བྱ་བྱེད་གཉིས་པོ་ཐ་དད་དུ་ཡོད་མེད་གང་ལྟར་ཡང་དེ་གཅིག་པ་རེད།

རིགས་མི་འདྲ་བ་གཉིས་ལེགས་པར་དང་བྱ་བྱེད་ཐ་དད་པའི་ལས་ཚིག་ཡིན་པ་ལ་ཁྱོད་ཀྱི་བྱ་བ་དེའི་དོན་གྱི་སྟེང་དུ་བྱ་བྱེད་གཉིས་པོ་ཐ་དད་པ་ཡོད་པ་ཡང་ཡོད་ཆོག་གི་རེད་དོན་གྱི་དོན་དུ་བྱ་བྱེད་གཉིས་པོ་ཐ་དད་དུ་མེད་པ་ཡང་ཡོད་ཆོག་གི་རེད། ཁྱོད་ཀྱིས་བསྟན་བྱ་གི་བྱ་བ་དེ་ལ། དེ་གང་ནང་བཞིན་གྱི་ནི་བྱ་བྱེད་ཐ་མི་དད་པའི་ལས་ཚིག་ཡིན་པ་གང་ཞིག་ལ་ཁྱོད་ཀྱིས་བསྟན་བྱ་གི་བྱ་བ་དེའི་དོན་གྱི་སྟེང་དུ་བྱ་བྱེད་གཉིས་པོ་ཐ་དད་དུ་ཡོད་མཁན་ཡང་ཡོད་ཆོག་གི་རེད། དོན་གྱི་སྟེང་དུ་བྱ་བྱེད་གཉིས་པོ་ཐ་དད་དུ་མེད་མཁན་ཡང་ཡོད་ཆོག་གི་རེད། གཉིས་ཀ་ཡོད་ཆོག་དེ་གཉིས་ཀ་ཡོང་ཆོག་གི་རེད་གསུངས། འདི་ཙཱ་ནི་བྱ་བྱེད་ཐ་མི་དད་པ་ཟེར་ཡོང་དུས་བྱ་བྱེད་ཐ་མི་དད་པའི་ལས་ཚིག་ཟེར་དུས་དོན་གྱི་སྟེང་དུ་དངོས་པོའི་གནས་ཚུལ་ལ་ཡིན་གཅིག་མིན་གཅིག་བྱ་བྱེད་གཉིས་པོ་དེ་ཐ་མི་དད་པ་ཅིག་བྱ་བྱེད་གཉིས་པོ་དེ་ཐ་དད་དུ་མེད་པ་ཅིག་རང་དགོས་ཀྱི་རེད་ཟེར་དེ་འདྲ་ཡོང་མ་རེད་གསུངས། བྱ་བྱེད་ཐ་དད་པའི་ལས་ཚིག་ཟེར་དུས་སྐབས་སུ་ཡང་བྱ་བྱེད་ཐ་དད་པའི་ལས་ཚིག་ལབ་བཞག་དུས་དོན་གྱི་སྟེང་དུ་བྱ་བྱེད་གཉིས་པོ་དེ། ཡིན་གཅིག་མིན་གཅིག་ཡང་ཐ་དད་པ་ཡོད་དགོས་ཀྱི་རེད་ཐ་དད་ཡིན་དགོས་ཀྱི་རེད་ཟེར་དེ་འདྲ་ལ་ཡ་ཡོང་མ་རེད་གསུངས། འདི་ཙཱ་ནི་བྱ་བྱེད་ཐ་དད་པ་གི་ལས་ཚིག་ཡིན་པ་ལ་ཁྱོད་ཀྱི་བྱ་བ་དེ་དོན་གྱི་སྟེང་དུ། དངོས་པོའི་གནས་ཚུལ་ལ་བྱ་བྱེད་མྱུལ་བ་ཐ་དད་དུ་ཡོད་པ་ཡང་ཡོད་ཆོག་གི་རེད་མེད་པ་ཡང་ཡོད་ཆོག་གི་རེད་བྱ་བྱེད་མྱུལ་བ་ཐ་དད་ཡིན་པ་ཡང་ཡོད་ཆོག་མ་ཡིན་པ་ཡང་ཡོད་ཆོག་གི་རེད་ཟེར་དེ་འདྲའི་རྗེས་ནས་ཞིབ་ཆ་ཕྱེས་ནས་ད་དེ་གནད་འགག་ཅིག་གླེང་གི་འདུག་གནད་འགག་ཅིག་དེ་ཡིན་དུས་ད་ནི་དོན་གྱི་དོན་དུ་དངོས་པོ་ཁོ་རང་གི་སྟེང་དུ་ཡོད་ཀྱི་གནས་ཚུལ་ལ་བྱ་བྱེད་མྱུལ་བ་ཐ་དད་དུ་ཡོད་དམ་མེད་ཡིན་དམ་མ་ཡིན་ལ་བལྟ་ཡ་ཡོད་མ་རེད་བློ་ཡིད་ལ་སྣང་ཡོང་དུས་སྐབས་སུ་ལ་བློ་ལ་དོན་གྱིས་འཆར་བར་བྱས་ཡོང་དུས་ཨོ། དེ་ནི་བྱ་བྱེད་གཉིས་པོ་དེ་ཐ་དད་དུ་སྣང་གི་འདུག་དང་སྣང་གི་མི་འདུག་དེ་ལ་བརྟགས་ནས། བྱ་བྱེད་ཐ་དད་པ་དང་བྱ་བྱེད་ཐ་མི་དད་པ་ཟེར་ནས། ཁྱད་པར་བཤད་དགོས་རེད་སོང་དེ་དུ་བ་བྱ་བྱེད་ཐ་དད། དེའི་འདུ་ལེ་ཚན་ཡིན་དེ་ཡིན་པ་སོང་ཙང་བྱ་བྱེད་གཉིས་པོ་ཐ་དད་དུ་ཡོད་མེད་ཀྱིས་མིན་པར། དངོས་པོ་གི་སྟེང་དུ་དོན་གྱི་སྟེང་དུ་ཡུལ་གྱི་གནས་ཚུལ་ལ་བྱ་བྱེད་གཉིས་པོ་ཐ་དད་དུ་ཡོད་མེད་དང་ཡིན་མིན་གྱི་ཐོག་ནས། དབྱེ་བ་ཕྱེ་བ་མ་ཡིན་པ་བྱས་ནས་བྱ་བྱེད་གཉིས་པོ་ཐ་དད་དུ་སྣང་མི་སྣང་ནི། དེ་གཉིས་ཀྱི་ཁྱད་པར་ཡང་དག་པ་ཡིན་ཁྱད་པར་རྣམ་པར་དག་པ་ཡིན། ག་རེ་རྙེད། བྱ་བྱེད་ཐ་དད་པའི་ལས་ཚིག་དང་བྱ་བྱེད་ཐ་མི་དད་པའི་ལས་ཚིག་གི་ཁྱད་པར་ཡང་དག་ཁྱད་པར་རྣམ་དག་དེ་ལྟར་སྣང་མི་སྣང་གི་ཐོག་ནས་བཞག་གི་ཡོད། འོ་ད་དེ་ཁྱེད་རྣམ་པ་གིས་མཁྱེན་དགོས་དེ་ལྟ་དཔེ་མ་ཟད་གནད་འགག་ཆེན་པོ་ཆེ། ད་ད་དུང་དེའི་འོག་དེ་ལ་འཇུག་ལ། ཡང་སྙིང་བྱ་བྱེད་གཉིས་པོ་ཡུལ་གྱི་སྟེང་དུ་ཐ་དད་དུ་ཡོད་མེད་མ་ཡིན་པར་བློ་ངོ་ལ་བྱ་བའི་ཡུལ་འདི་དང་བྱེད་པ་པོ་འདི་ཞེས་ངོ་བོ་དང་ལྡོག་པ་གང་རུང་གི་སྒོ་ནས་སོ་སོ་ཐ་དད་པར་སྣང་མི་སྣང་ནི་བྱ་བྱེད་ཐ་དད་དང་མི་དད་ཀྱི་ཁྱད་པར་ཡིན་ནོ། ད་བྱ་བྱེད་ཐ་དད་པ་དང་བྱ་བྱེད་ཐ་མི་དད་པའི་ཁྱད་པར་ཡིན། ད་དེའི་ད་དེའི་ནང་ནས་ཡང་གནད་འགག་ཅིག་ག་རེ་ཁེལ་དགོས་རེད་ཟེར་ན་ད་བློ་ངོ་ལ་སྣང་མི་སྣང་ཟེར་ཏེ་སྣང་མི་སྣང་སྣང་མི་སྣང་ཟེར་དུས་བློ་ངོ་ལ་སྣང་དགོས་ར་དེ་བློ་ངོ་ལ་ཟེར་དེ་དང་དེ་ལ་བློ་ངོ་ལ་ཟེར་ད་འོ་ན་དེའི་བློ་དེ་ག་འདྲེ་བཞག་དགོས་རེད་ཟེར་ནས་ཡང་དེ་ཡང་ཞིབ་ཆ་ཆད་དགོས་རེད་མ་གཏོགས་ཡང་སྐྲ་ཡོད་པ་ཆགས་ནས་རགས་པ་འདྲ་བོ་ཆགས་རོགས་ར་དེ་དུས་འདིར་སྣང་མི་སྣང་ཞེས་པ་དེའང་མ་བརྟག་མ་དཔྱད་ཞིབ་འཇུག་མ་བྱས་པའི་འཇིག་རྟེན་རང་དགའ་བའི་གི་བློ་ངོར་སྣང་མི་སྣང་ལ་འཇོག་གིས། ད་དེ་ངས་གསར་བུ་ས་ཀྱང་འབྲི་བྱ། འདི་བློ་བདེ་ཡང་ག་རེ་བྱ་དགོས་རེད་མ་བརྟག་མ་དཔྱད་པ་འཇིག་རྟེན་ཉམས་དགའ་བའི་གི་བློ་ངོར་ལ་བཞག་དགོས་རེད་མ་གཏོགས། ཡང་བརྟགས་ཤིང་དཔྱད་ནས་དཔྱད་པ་ཞུགས་པའི་བློ་ངོར་སྣང་མི་སྣང་ལ་ནི་འཇོག་པ་མ་ཡིན་ཟེར་ད་འདི་ཞིབ་ཆ་ཕྱེ་དགོས་རེད་ད་འདི་སྣང་མི་སྣང་ཟེར་ཏེ་འདི་བློ་ངོར་གསལ་ཏེ་མ་བརྟག་མ་དཔྱད་པ་འཇིག་རྟེན་རང་དགའ་བའི་འཇིག་རྟེན་ཡོངས་སུ་གྲགས་པའི་གི། འཇིག་རྟེན་ཉམས་དགའ་བའི་གི་བློ་ངོར་དེ་ག་རང་ལ་བཞག་དགོས་རེད་མ་གཏོགས། ཡང་བརྟགས་ཤིང་དཔྱད་པ།

དེ་ལྟ་བུའི་གྱི་བྱེད་དུ་ལྟ་ཞིག་ཅེས་པའི་གི་བློ་ངོར་དེ་ལ་བྱ་བྱེད་གཉིས་པོ་ཐ་དད་དུ་སྣང་ཡོང་བ་རེད་བྱ་བ་ཇི་ཡིན་ཚར་ནས་བཟུང་ཁྱོད་སྒྲུབ་བྱེད་ཀྱི་རྒྱུ་དང་རྐྱེན་ཡོད་རེད་དེ་བྱ་བ་ཇི་ཡིན་ཚར་ནས་བཟུང་ཁྱོད་སྒྲུབ་བྱེད་ཀྱི་རྐྱེན་དང་རྐྱེན་ཡོད་རེད་དེ་ལ་བྱེད་པ་པོ་ཅི་ཡོད་དེ་ནི་ལྕགས་གསེར་དུ་འགྱུར་ཟེར་ནས་ཁ་ཚང་མང་པོ་ཤོད་ཟེར་རོ། དེའི་རྩ་ནི་བྱེད་པ་བྱེད་པ་པོའམ་བྱེད་པ་བྱེད་པ་པོ་གཙོ་བོའམ་བྱེད་པ་པོ་འཕར་པ་གང་རུང་ཅིག་གླེང་ཡོང་བ་རེད་དེ་ཡིན་པ་སོང་ཙང་དེ་ནི་བྱ་བྱེད་ཐ་དད་པ་ཟེར་ཡ་དེ་གར་སོང་བ་རེད་བྱ་བྱེད་ཐ་མི་དད་པ་ཟེར་ཏེ་རྩ་བ་གཉིས་ནི་རག་གི་མ་རེད་ཚང་མ་བྱ་བྱེད་ཐ་དད་པ་ཆགས་འགྲོ་བ་རེད་དེའི་མདོའི་རྩ་ནི་དེའི་བློ་ངོར་ལ་སྣང་མི་སྣང་ཟེར་གི་བློ་ངོར་དེའང་མ་བརྟགས་མ་དཔྱད་བས་ཀྱི་བློ་ངོ་ལ་འཇིག་རྟེན་རང་དགའ་བས་ཀྱི་བློ་ངོར་བཞག་གོ་ར་མ་གཏོགས་བརྟགས་ཤིང་དཔྱད་པ་ཞུ་བས་ཀྱི་བློ་ངོ་ལ་བརྟགས་ཤིང་དཔྱད་ནས་དཔྱད་པ་ཞུ་བའི་བློ་ངོ་ལ་སྣང་མི་སྣང་ལ་ནི་བཞག་གི་མེད་དེ་བཞག་གི་མེད་ལ་ནི་ངེས་པར་དུ་ཁེངས་དགོས་ར་ད་ཡང་དེའི་བློ་ངོ་དེ་བརྟགས་ཤིང་དཔྱད་པའི་བློ་ངོར་འགྲོ་བའི་བཞག་སོང་ཡིན་ན་བརྟགས་ཤིང་དཔྱད་པའི་བློ་ངོ་ལ་དེ་སྣང་མི་སྣང་ཡོད་མ་རེད་བྱ་བྱེད་གཉིས་པོ་དེ་ཐ་དད་དུ་སྣང་ཡོང་རེད་འདི་དུ་བ་འཇོག་པ་མིན་ཚིག་གཞན་གྱིས་ཞུས་སོང་བ་ནི་ཞིབ་འཇུག་བྱེད་པས་ཀྱི་བློ་ངོར་སྣང་མི་སྣང་ལ་མི་འཇོག་དེ་ད་ཞིབ་འཇུག་བྱས་བཞག་པས་ཀྱི་བློ་ངོ་དེ་ལ་རྩ་བ་ཉིད་ནས་སྣང་མི་སྣང་བཞག་གི་མེད། ཞིབ་འཇུག་བྱས་ན་ནི་རྒྱུ་མཚན་ག་རེ། བྱ་བྱེད་ཐ་དད་པ་མ་ཡིན་པའི་བྱ་ཚིག་གཅིག་ཀྱང་རྙེད་མི་སྲིད་དེ། ད་ལྟར་གོང་དུ་ཞུས་པ་ནང་བཞིན་ཞིབ་ཀྱིས་བརྟགས་ན་བྱ་བ་ཐམས་ཅད་ལ་བྱ་བྱེད་གཉིས་པོ་སོ་སོར་ཐ་དད་དུ་ཡོད་པར་མ་ཟད་རླུང་ངོར་ཡང་བྱ་བྱེད་གཉིས་པོ་སོ་སོར་ཐ་དད་དུ་སྣང་བ་ཡིན། འོ་འདུག་བྱས་ནས། ད་ལྟར་རང་ཞུས་པ་ནང་བཞིན་རེད་འགྲེལ་བཤད་རྒྱག་དགོས་མི་འདུག་བ། དེ་ཡང་ཉན་ཤུལ་དང་དོ་བཞི་རྒྱལ་པོ་སོགས་ཀྱིས་གསུངས་པ་ལྟར་བརྟགས་ཤིང་དཔྱད་ན་བྱ་ཚིག་ཅིག་ཡིན་ནས་བཟུང་ཁྱོད་ཀྱིས་བསྟན་བྱེད་ཀྱི་བྱ་བ་དེ་ལ་བྱེད་པ་པོའམ་བྱེད་པ་ཞིག་མེད་པ་མི་སྲིད་པས་བྱ་བྱེད་ཐ་མི་དད་པའི་ལས་ཚིག་མི་རྙེད་པར་འགྱུར་བ་ཡིན། འོག་ཏུ་བཞིན་ད་དེ་ནི་མ་དཔེར་བརྗོད་དང་བཅས་པ་འོ་ན་སྒྱུར་དང་སྒྱུར་ལུགས་ག་འདྲའི་རེད་མཚན་གཞི་ཤོག་ཟེར་ན་ད་ནི་དེ་ནི་མ་དཔེར་ན་ཞིབ་འཇུག་བྱས་ན་ཟེར་འདི་ནི་དཔེར་ན་ཟེར་དཔེར་བརྗོད་དང་བཅས་པའི་སྒོ་ནས་མ་ཞུས་བཞག་ཡོད་ད་དེ་རེ་རེ་རེ་རེ་ཞུས་མོ་བ་ཅི་ཁྱེད་རྣམས་པས་ཡང་བྱ་ཚིག་རྣམས་ཆ་ལག་ལེན་བཅུ་དུས་ཆེན་པོ་དེབ་འདི་ཡང་ཟིག་གེ་ཟིག་གེ་གནང་བཞག་ན་དེ་ནི

མཁས་པ་རང་གིས་དཔྱོད་ཤེས་ཀྱི་བླུན་པོ་གྲགས་པའི་རྗེ་བཙུན་ཁྱི་རྒན་ཀུ་ཅོ་འདོད་པ་ནི་རྒྱུ་མཚན་མེད་པར་གཞི་མཐའ་རྒྱུག་ཟེར་ཏེ་དེབ་ནང་ལ་ཡང་བྲིས་ཡོད་རེད་དེའི་དབྱེ་བ་དགུ་ལྡན་བདུན་ལྡན་ལྔ་ལྡན་ལ་སོགས་པ་ངོས་འཛིན་ཡང་བྱས་ཡོད་རེད། ཚང་མ་ཡང་བསྒྲིགས་ནས་གུག་དང་དུས་ཡུན་ཚང་མ་བྲིས་བཞག་ཡོད་རེད་བ། ཡིན་ན་ཡང་དེབ་ནང་ལ་ད་འདི་ཚོ་དབྱེ་བ་དགུ་ལྡན་ཡིན་ན་དགུ་ལྡན་ཡིན་པའི་རྒྱུ་མཚན་དུས་ལྡན་ཡིན་ན་དུས་ལྡན་ཡིན་པའི་ཡིན་དང་ཡིན་ལུགས་ལ་སོགས་པ་ཨ་འདི་ཁོ་རང་དཔྱད་པ་དགུ་ལྡན་དང་དུས་ལྡན་ལ་སོགས་པ་བརྩིས་ན་ཡང་ག་འདྲི་ཅི་ནས་དགུ་ལྡན་དུས་ལྡན་ཆགས་ཡོད་རེད་ག་འདྲི་དགུ་ལྡན་ཉིད་ལ། གཅིག་ལ་དགུ་ཡོད་པ་གཅིག་ལ་བདུན་ཡོད་པ་གཅིག་ལ་ལྔ་ཡོད་པ་གཅིག་ལ་གསུམ་ཡོད་པ་རྒྱུ་དང་རྒྱུ་ལུགས་གསུམ་གཉིས་ཡོད་པ་ན་དེ་གཉིས་ཁྱད་པར་ཁྱད་ལུགས་འདི་ཚོ་ནི་དེབ་ནང་ལ་བྲིས་ཡོད་མ་རེད་དེ་བྲིས་ཡོད་མ་རེད་ལ་བྲིས་ཐུབ་ཡོད་མ་རེད་བྲིས་ཡ་ལྷག་དེ་ཡོད་དེ་འདི་ཚ་ནི་འདི་ཚང་མ་བྲིས་ཤེས་ན་ཡང་དེབ་དཔེ་མ་ཟད་ཐུབ་གོ་ཆག་འགྲོ་ད་དེ་འདྲ་བོ་བྲིས་མ་ཡིན་ན་ཡང་ཤེས་དགོས་དགོས་འདུག་མ་ཁྱེད་རྣམ་པ་ལ་དེ་དེབ་ནང་ས་ཁ་མི་ཁྱེད་དུ་མ་ཞུས་ད་དེབ་ནང་ལ་ས་ཁ་ཡོད་པ་དེ་དེབ་ཁྱེད་རྣམ་པ་གིས་གཟིགས་བཞག་པ་བྱས་ཨ་ནི་འདིའི་ནང་ནས་དོན་དག་རྡོག་རྡོག་དེ་ཅིག། མར་གྱི་ནང་ནས་མར་གྱི་ཉིང་ཁུ་འདྲ་བོ་དེ་མ་བཏོན་ནས་འདས་བྲིས་རྗེས་ཨ་བྱ་བྱེད་ཐ་དད་པའི་ལས་ཚིག་དང་བྱ་བྱེད་ཐ་མི་དད་པའི་ལས་ཚིག་གི་ཁྱད་པར་ཟེར་ནས་མ་ཞུས་ཡོད་ད་ཁྱད་པར་ཟེར་ན་དང་ཤེས་བྱེད་ཟེར་ན་དོན་དག་གཅིག་པ་བྱས་འོག་འདུག་བྱས་ནས་ད་དོན་དག་དོག་འདུག་ཞུས་པ་ཡིན་ན་བྱ་བྱེད་ཐ་དད་པ་དང་བྱ་བྱེད་ཐ་མི་དད་པའི་ལས་ཚིག་གི་ཁྱད་པར་དེ་ག་རེད་ཟེར་ན་དོན་གྱི་སྟེང་དུ་དངོས་པོ་གི་གནས་ཚུལ་ལ་བྱ་བྱེད་ཐ་དད་དུ་ཡོད་མེད་དང་ཡིན་མིན་གྱི་ཐོག་ནས་ཁྱད་པར་བྱ་ཡ་མ་ཡིན་པ་བྱས་ནས་བློ་ངོ་ལ། ནི་བྱ་བྱེད་ཐ་དད་དུ་སྣང་དང་མི་སྣང་གི་ཐོག་ནས་ཁྱད་པར་བཞག་གི་ཡོད། ཟེར། འོ་ད་དེ་གི་ཐོག་ནས་ཁྱད་པར་རྣམ་དག་ཁྱད་པར་ཡང་དག་པ་ཅིག་འདི་འདྲ་ཞིག་བཞག་གོ་རེ་ཟེར་ནས་འོ་དེ། སྲ་པོ་སྲ་རྐྱང་གཙང་མ་གཙང་རྐྱང་བྱེད་ཅེས། འོ་ད་དེ་ཡི་ཐོག་ནས་དེ་ཡན་ཆད་ད་དེ་རིང་ཡན་ཆད་ལ་ག་རེ་ཞུས་གྲུབ་པ་ཡིན་ཟེར་ན་བྱ་བྱེད་ཐ་དད་པའི་ལས་ཚིག་དང་བྱ་བྱེད་ཐ་མི་དད་པའི་ལས་ཚིག་ཟེར་ཡ་དེ་གསར་བརྗེ་གུ་ཡི་ཐོག་ནས་ཡོངས་སུ་རྫོགས་པ་མ་ཚང་བ་མེད་པ་ཆ་ཚང་བ་ཅིག་ད་ཞུས་གྲུབ་པ་ཡིན།